སྟོན་པ་བཅོམ་ལྡན་འདས་ཀྱིས་ཨ་ནི། རྡོ། ཚིགས་སུ་བཅད་པ་གསལ་ཅིག། དེ་སྐད་གྲགས་ཆེན་པོ་བཞི་བོ་རེ་བ། ཡོངས་གྲགས་ལ་ཡང་དམ་མ་བབས་ད་སི་གོ་རེ་དམ་མ་བབས་ད་ལྟ་དེ་འཛམ་བུ་གླིང་ལ་སྐད་གྲགས་ཡོད་རེད། ཐེག་ཆེན་ཐེག་དམན་ཡོངས་རྫོགས་ཀྱི་གལ་ཆེན་པོ་དེ་ཡང་རེད། འདི་ངེད་ཀྱི་ལྷ་བབས་གསལ་གྱི་རྣལ་འབྱོར་བ། འོ་དེ་ལ་སྐྱབས་མགོན་མཛད་གཙང་ནས། ལུང་དང་ཁྲིད་ཞུས་པ་ཡིན། ད་ལུང་དང་ཆ་ཚང་འགྲོ་མ་སོང་དེ་དུས་དགའ་རོལ་ཅིག་ཕེབས། ད་ཡིན་ནའི་ཁྲིད་འདྲ་བོ་ཅིག་ད་ཆ་ཚང་སྙིང་པོ་ཅིག་ཕེབས་པ་རེད། དེ་ཚང་ད་འདི་གཙང་ཆུང་ཞིབ་རེ་བཞག་ད་འདི་ནང་ནས་ལུང་ཅིག་མ་འདོན་ཨ་ནི་ཞུ་གི་ཡིན། ད་བཅོམ་ལྡན་འདས་ཀྱིས་དེ་འདྲའི་གསུངས་བཞག་འདི་ནང་ལ། ལ། དོན་མེད་ཚིག་རྣམས་བསགས་བྱས་པས་སྨྲ་བ་སྟོང་ཕྲག་དག་ལས་ཀྱང་གང་ཞིག་ཐོས་ན་ཉེར་ཞེས་བས། དོན་ལྡན་ཚིག་གཅིག་ཉན་པར་ཕྱོགས། བྱས་ཙང་ག་རེ་ཚིག་བོར་ལགས་ན། བསྐྱེད་བྱ་བས། བརྗོད་བྱ། བརྗོད་བྱ་ཡི་དོན་མེད་པས་ཨ་ནི་བསྐྱེད་བྱ། ཚིག། དེ་ནང་བཞིན། བརྗོད་བྱ་གི་དོན་ཡོད་པ་ཡིན་ན་ཡང། གོས་པ་མེད་དེ་ཀས་ཕན་འདོགས་མེད་དེ་ཀས། དེ་འབྲེལ་གྱི་བསྐྱེད་བྱ་དང་ཚིག། འོ་ད། དེ་གང་ལ་ཡང་ད་དུང་འདུག་བ་ལ་ཨ་ནི་སྐད་ཆ་འདུག་བ། དོན་ལོག་པ། ད་ག་ད་དོན་དག་ཕྱིན་ཅི་ལོག་གི་གཏམ། སྐད་ཆ། ཚིག། བརྗོད་བྱ་ཡོད་ཨ་ནི་བརྗོད་བྱ་མེད་བསྡད་པའི་གཏམ། ཚིག། བརྗོད་བྱ་ཡོད་ན་ཡང་ཕན་ཐོག་དེ་ཙམ་མེད་བསྡད་མཁན། དེ་འདྲའི་གི་དེ་ནི་གཏམ་དང་ཚིག། དེ་འདྲའི་གི་གཏམ་ཚིག་དེ་འདྲའི། པའི་ཐེངས་མང་པོ། སྟོང་ཕྲག་སྟོང་ཕྲག་ཁོ་རང་སྐད་ཆ་དེ་འདྲའི་བཤད་པ། སྐད་ཆ་འདི་འདྲའི་བཤད་བཤད་མཁན་གྱིས་བཤད། ཉན་མཁན་གྱིས་ཉན། དེ་འདྲའི་བྱེད་པ་བྱེད་པ་འདི་ལས། དེ་འདྲའི་བྱེད་པ་ཡིན་ན། ཕན་ཐོགས་གང་ཡང་ཡོད་མ་རེད། དེ་འདྲའི་བྱེད་པ་ལས། གང་ཞིག་ཐོས་ན་ཉེར་ཞེས་པའི་དོན་བདེན་ཚིག་གཅིག། སྐད་ཆ་ཚིག་གཅིག་མ་གཏོགས་མེད་ན་ཡང། ཚིག་གཅིག་པོ་འདི་ཀྱིས་དངོས་གནས་དྲངས་ནས། བརྗོད་བྱ་དོན་ལོག་མ་ཡིན་པ། བརྗོད་བྱ་དོན་དང་ལྡན་པ། བརྗོད་བྱ་འདི་ཡིན་པ་ཡིན་ན་ཡང་གང་ཚིག་འདི་ཀྱིས་བཤད་པའི་དོན་དག་དེ་ཀྱིས་སོ་སོའི་མི་ཚེའི་ལྟ་ག་རང་ལ་ཡང་ཕན་ཐོགས་ཡོད་པ། སྐྱེ་བ་ཕྱི་མ་རྣམས་སུ་ཕན་ཐོགས་ཡོད་པ། ཨ་ནི་བྱེད་ཀྱི། ཐར་པར་འགྲུབ་ཡ་ལ་ཕན་ཐོགས་ཡོད་པ། རང་དང་རང་འདྲ་བའི་སེམས་ཅན་ཐམས་ཅད་སྡུག་བསྔལ་ལས་བསྒྲལ་ནས་སངས་རྒྱས་ཡོད་ས་ལ་དགོས་ཡ་དག་བསྒྲལ་ནས་སངས་རྒྱས་ཡོད་གོ་འཕང་ཐོབ་ཡ་ལ་ཕན་ཐོགས་ཡོད་པ། གང་ལྟར། འཕྲད་དང་ཕུག་གནས་སྐབས་དང་མཐར་ཐུག་ལ་ཕན་ཐོགས་ཡོད་པས། ཚིག་གཅིག་ཡིན་ན་མང་པོ་འཕགས་བཞག་ཚིག་གཅིག་རྗེན་པ་ཡིན་པ་ཡིན་ན་ཡང། ཕན་ཐོགས་ཡོད་རེད་གསུངས་ད། དོན་དག་མེད་ངེས་ཅིག་ཡིན་པ་ཡིན་ན། ཚིག་མང་པོ་ཡིན་པ་ཡིན་ན་ཡང་ཨ་ནི་ངས་ནི་ཕན་ཐོགས་ཡོད་མ་རེད། དོན་དག་ཡོད་རྒྱུ་ཅིག་ཡིན་པ་ཡིན་ན་མང་པོ་མེད་ན་ཡང་ཉུང་ཉུང་ཅིག་ཡིན་ན་ཡང་ཚིག་གཅིག་ཡིན་ནའི་ཉེ་རིང་ཆོག་པ་རེད་ཕན་ཐོག་ཡོད་རེད་དེ་གསུངས་འདུག་བ་དེ་ནག་པོ་ཞུ་མ་རེད་པས་རེད་བ་ཇི་ལྟར་དེ་འདྲ་ཡིན་པ་ཡིན་དུས་ད་ངས་ཡང་སྡེ་ཚན་གཉིས་པ་དེ་ནང་ཆོས་དང་འབྲེལ་བའི་ཐོག་ནས་བཤད་ཡག་ཡིན་ཙང་གང་བཤད་ཡག་གི་ན་ད་གང་དག་བརྗོད་བྱ་དེ་ཨ་ནི་ད་ག་པའང་མ་ཡིན་པ་དངོས་གནས་དྲང་གནས་གཅིག་གིས་གོ་བདེ་པོ་གཅིག་གི་ཐོག་ནས་བཤད་ན། སོ་སོའི་མི་གཅིག་ལས་ནས་ཕན་ཐོགས་ཡོད་པ། མི་གཞན་མང་པོ་ལས་ཕན་ཐོགས་ཡོད་པ། ཉི་མ་གཅིག་ལས་ཕན་ཐོགས་ཡོད་པ། བདུན་ཕྲག་ལ་ཕན་ཐོགས་ཡོད་པ། ཟླ་བ། ལོ་ནས་ལོ་བསྟུད་ནས་མི་ཚེ་ལས་ཕན་ཐོགས་ཡོད་པ། དེ་ཡང་བའི། ཨ་ནེ་བའི་གར་སོགས་རེ། གནས་སྐབས་སུ་ཡང་ཕན་ཐོགས་ཡོད་པ། ཕུགས་ལ་ཡང་ཕན་ཐོགས་ཡོད་པ། སྐྱེ་བ་ཕྱི་མ་ཁས་ལེན་མཁན་ཅིག་ཡིན་ན། དེ་འབྲེལ་གྱི། སངས་རྒྱས་ཀྱི་ཆོས་དེ། ཚེ་འདི་ལའི་ཕན་ཐོགས་ཡོད་པ། ཕྱི་མ་ལའི་ཕན་ཐོགས་ཡོད་པ། འཁོར་བའི་གནས་སྐབས་སུ་འཁོར་བ་འཁོར་བའི་གནས་སྐབས་ལ་ཡང་ཕན་ཐོགས་ཡོད་པ། ཐར་པ་ཐོབ་པའི་གནས་སྐབས་ལ་ཡང་ཕན་ཐོགས་ཡོད་པ། སངས་རྒྱས་ནས་ནས་ཕན་ཐོགས་ཡོད་པ་པོ་ད་དེ་འདྲའི་ཅིག་གི་དག་བྱ་བ་ཡོད་རེད། དོན་དག་མདོར་བསྡུས་ན་ཨ་ནི་གཅིག། འདི་ཕྱི་ཚེ་རབས་ཀུན་ཏུ། ནམ་བཞག་གཏན་དུ་ཕན་ཐོགས་ཡོད་བདེ་བ་ཅིག་བྱ་བ་ཡོད་རེད་དེ་འདྲའི་གི། ནང་ཆོས་དང་འདྲེས་པའི། སྐད་ཆ་ཚིག་གཅིག་ཡིན་ན་ཡང། ངེས་དོན་ཆོག་པ་དང་འགན་འགོ་ཡ་དང། དགོས་པ་ཡོད་རེད་དེ་གཅིག་ཞུ་འདོད་བྱུང་སོང་དེ་གཅིག་བྱས། ད་དེ་ནས་གཅིག་དེ་གནད་འགག་ག་རེ་ཡོད་རེད་ལ་ན། འགྲོ་བ། ཨ་ནི། སངས་རྒྱས་ཀྱི་ཆོས་ཚུལ་དེ། ཨ་ནི། ལྟས་ཚ་བྱས་ཏེ། ཤེས་ཡོན་གྱི་རིག་གནས་གཞན་དང་མི་འདྲ་བ་ཅིག་ཆགས་ཀྱི་ཡོད་རེད། དེའི་སྒང་ལ་སངས་རྒྱས་ཀྱི་ཆོས་ཚུལ་འདི་ཨ་ནི་ཆོས་ལུགས་གཞན་དང་མི་འདྲ་བ་ཆགས་ཡོད་རེད། དེ་བ། དེ་འདྲ་ཡིན་པ་ཡིན་ཙང། ང་རང་ཚོའི་ངོས་ནས་གཅིག་གི། སངས་རྒྱས་ཀྱི་ཆོས་ལུགས་འདི། ཆོས་སངས་རྒྱས་ཀྱི་ཆོས་ལུགས་འདི། དངོས་གནས་དྲང་གནས། བློ་གཟུ་བོར་གནས་ནས་ཨ་ནི་གཅིག་གི་ཉན་པ་ཅིག་བྱུང་བ་ཡིན་ན། ཉན་པ་དང་ད་ཐོས་པ་དང་ཨ་ནི་དེ་ནང་བཞིན་གྱི་བསམ་པ་དང། དེ་ནང་བཞིན་སྒོམ་ཡང་ནི་བྱས་ཡིན་ཅིག་བྱུང་བ་ཡིན་ན་ཕན་ཐོགས་ངེས་ཅན་ཡོད་པ་ཅིག་འོ་དེ་འདྲའི་ཅིག་གི་ད་ཆུད་ཚུལ་ཅིག་ཆགས་ཡོད་རེད་ཟེར། དེ་འདྲ་ཡིན་པ་ཡིན་ཙང། མདོར་བསྡུས་པའི་སྒོ་ནས་ད་ག་དེ་སྐད་དེ་ཞུས་ནས་ད་མར་རེ་རེ་བཞིན་དུ་མང་ཅིག་འགྲོ་བ་ཡིན་པ་ཡིན་ན་རེ་བ། ད་དེ་ལ་ཡང་དང་པོ་དེ་གར་དུ། སྡེ་ཚན་གཉིས་པ། ནང་ཆོས་ཀྱི་ཕན་ཡོན་དང་གོ་བ་རྒྱུ་མཚན་དང་འབྲེལ་བའི་དྲིས་ལན་ལ་རེ་སྔོན་ནས་བཅད་ན། དང་པོ་ནི་ནང་ཆོས་བཤད་བཞག་ནས་འབྲེལ་ཡོད་ནང་ཆོས་ཀྱི་ཕན་ཡོན་གོ་བའི་རྒྱུ་མཚན་མ་ཤེས་པ་ཆེ་ངོ་ནང་ཆོས་ཁོ་རང་འགྲོ་སྟངས་དེ་འདྲས་རེད་ཟེར་ནས་བཤད་འབྲེལ་ཡོད་དེ་བཤད་ཡོད་མ་བ་ནང་ཆོས་ཀྱི་ཕན་ཡོན་གོ་བ་འདུ་བྱེད་ར་དེ་ག་རེད་ཟེར་ན་ཨོ་དུས་རབས་ཉི་ཤུ་རྩ་གཅིག་པ་ཨ་ནི་ཤེས་ཡོན་ཡར་རྒྱས་འགྲོ་བའི་དུས་ཚོད་ཨ་དེ་ནི་གཅིག་གི་དེ་འདྲི་གཅིག་གི་དུས་ཚོད་ལ་དང་པོ་གཉེས་ལ་ནང་ཆོས་དེ་ནང་ཆོས་ལ་ཐོས་བསམ་དགོངས་གསུང་བྱེད་དགོས་རེད་མ་ལབ་པ་བྱས། ནང་ཆོས་ལ་ཐོས་བསམ་འོ་ཟོ་བྱས་ན་ཕན་ཐོག་ག་རེ་ཡོད་རེད། དགེ་མཚན་ག་རེ་ཡོད་དེ་དང་པོ་བཤད་གོ་ད། དེའི་རྗེས་གཞན་བཟོ་ན་ཨ་ནི་གཞི་ནས་ཨོ་དེ་གཅིག་ཡོད་ས་རེད་བསམ་ནས་ཨ་ནི་སློབ་སྦྱོང་བྱེད་ཀྱི་རེད་ལགས། དུས་རྒྱུན་སྐྱབས་མགོན་རིན་པོ་ཆེ་བཀའ་གནང་གི་འདུག་བ། སངས་རྒྱས་ཀྱི་ཆོས་ནང་གསུམ་སྟངས་དེ་ལ། བསྟན་པ་སྤྱི་མཚན་གྱི་དབང་དུ་བྱས་ནས་གསུངས་སྟངས། གང་ཟག་སྒོས་མཚན་གྱི་དབང་དུ་བྱས་ནས་གསུངས་སྟངས་གཉིས་ཡོད་རེད། ད་གང་ཟག་སྒོས་མཚན་དེའི་དབང་དུ་བྱས་ན་ནི་དད་པ་དག་སྣང་བཅས་ཀྱི་ཐོག་ནས་ད་ནི་མ་ཆོས་གསུང་ཡ། བསྟན་པ་སྤྱི་གསལ་གྱི་སྒོ་ནས་གསུང་སྟངས་དེ་རྒྱ་གར་མཁས་པས་ཆོས་བཤད་སྟངས་དེ་གོ་རེད་ཟེར། དེར་རྒྱ་གར་མཁས་པས་ཀྱིས་བརྩམས་བཞག་པའི་ལེགས་བཤད་དཔེ་ན་ཆགས་བཞག་ན་མངོན་རྟོགས་རྒྱན་ཟེར་ཡ་འདྲ་བོ། གཅིག་དབུ་མ་འཇུག་པ་ཟེར་ཡ་འདྲ་བོ། ཨ་ལེ་རྙེད་རེད་ཡ། ཅེས་ཀྱི་ཡ། གེ་མོ་ཨ་ཅེས་ཀྱི། བཅོམ་ལྡན་འདས་རང་ཉིད་ཀྱི་མཛད་བཞག་པའི་བཀའ་འགྱུར། ད་བསྟན་འགྱུར་གྱི་ནང་ལ་ཨ་ལས་ཡོངས་སུ་གྲགས་པ་གཞུང་ཆེན་པོད་ལྔ་གསལ་གྱི་བརྡ། ཆོས་ཚུལ་འདྲ་བོ་ཆ་བཞག་ན། དཔེར་ན་དབུ་མ་རྩ་བ་ཤེས་རབ་གསལ་ཡང་འདྲ་བོ། དེ་ནང་བཞིན་གྱི་མངོན་རྟོགས་རྒྱན་གསལ་ཡང་འདྲ་བོ། དེ་ནང་བཞིན་གྱི། ཚད་མེད་བསྟན་བཅོས་ཚད་མ་རྣམ་འགྲེལ་གསལ་ཡང་འདྲ་བོ། དེ་ནང་བཞིན་གྱི། མཛོད། ཨ་ནི་ཅིག་བསྡུ་བ་གསལ་ཡང་འདྲ་བོ། དེ་ཚོ་དཔེ་ཆ་ག་བ་བལྟས་པས་ཡིན་ན་ཡང། དཔེ་ཆ་རྩོམ་མཁན་དེ་གྱིས་སྒང་དེར་དང་པོ། གོས་སོགས་ཆུ་བཞི་ཟེར་ཅེས་གསུངས་འདུག་གོས་སོགས་ཆུ་བཞི། གོས་པ། ཉིང་གོས། བརྗོད་བྱ། འབྲེལ་བ། བཅས་ནས་གོས་སོགས་ཆུ་བཞི། དེ་ག་ཅིར་ཤེས་སྐོར་ལ་ན། དེའི་ཆེད་དུ་བྱ་བའི་གདུལ་བྱ་དེ་དགེ། ལམ་སང་བསྟན་བཅོས་ལ་ཐོས་སོགས་མ་བྱུང་བ་བྱས། བསྟན་བཅོས་ལ་ཐོས་སོགས་ཀྱི་འཇུག་སྒོ་རེད། འཇུག་ན། ཕན་ཐོགས་འདི་ཡོད་རེད་གོས་པ་འདི་ཡོད་རེད་ཉིང་གོས་འདི་ཡོད་རེད་བརྗོད་བྱ་འདི་ཡོད་རེད་ཟེར་ནས་འགྲེལ་བཤད་རྒྱག་དགོས། དེ་འདྲའི་ཤེས་བདེ་རྒྱག་ཡོང་དུས་ཨ་ལས། བསྟན་བཅོས་འདི་ལ་གོས་སོགས་ཆེ་བཞི་འདི་འདྲས་འདུག་འདི་ཨིན་ཙང་ངམ་པས་ངེས་པར་དུ་བློ་བཟང་ཆེན་མོ་དུ་ཐོས་བསམ་སྒོམ་པ་ཆེན་པོ་ཚེ་གླིང་དུ་ར་བ། ཨོ་ད་དེ་དངོས་གནས་དབང་རྣོན་གྱི་འགྲོ་སྟངས་རེད་ཤེས་ཡོན་ཅན་གྱི་མིའི་འགྲོ་སྟངས་དེ་དེ་འདྲས་ཅིག་རེད་ར་བ། བཅོམ་ལྡན་འདས་ཀྱི་ཡིན་པ་ཡིན་ན་ཡང། དགེ་སློང་དག་གམ་ཁྱེད་རྣམས་ཀྱིས་སྲེག་བཅད་འདར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་པར་བྱ་ཡི་གུས་ཕྱིར་མིན་གསུངས་ར་བ། དགེ་སློང་དང་མཁས་པ་ཚོགས་ཀྱིས། ཨ་ནི། དཔེར་ན་དཔེ་ཅིག་བཀོད་རོགས། གསེར་གཟི་ངད་ཀྱིས་མ་ཉོས་གོང་ལ། གསེར་དེ་ལ། ཨ་ནི། མེ་ལ་ཡང་བསྲེགས་པའི་ཐོག་ནས། ཨ་ནི། གསེར་དེའི་སྔོ་ནད་རེད་མེད་བརྟག་དཔྱད་ཅིག་བྱེད། དྲིས་ཀྱིས་དཔྱད་ནས་གསེར་དེའི་བརྟག་དཔྱད་སྔོ་ནད་ཡིན་མིན་བརྟག་དཔྱད་ཅིག་བྱེད། གསེར་རྡོ་ཟེར་བའི་རྡོ་གཅིག་ལ་གསེར་དེ་བརྡར་ནས་གསེར་དེ་དངོས་གནས་རེད་མེད་བརྟག་དཔྱད་གཅིག་བྱས་ནས། བསྲེག་པ་དང་བཅད་པ་དང་བརྡར་བ་གསུམ་གྱི་སྒོ་ནས་གསེར་དེ་དངོས་གནས་རེད་ཟེར་ན་ཉོ་གོར་བ། དེ་ནང་བཞིན་བཅོམ་ལྡན་འདས་ཀྱི་གསུང་རབ་ནས་གསུངས་བཞག་པའི་བརྗོད་བྱ་དེ་ཚོ་ལ་ཨ་ནི་ཅིག་བརྟག་དཔྱད་བྱས་པའི་ཐོག་ནས་ཨ་ནི་གཞི་ནས་བསྟན་རྒྱུ། གསུང་རབ་ལ་དད་པ་བསྐྱེད། གསུང་རབ་ལ་དད་པ་བསྐྱེད་ནས་གསུང་དེ་ལ་བརྟེན་ནས་གསུང་དེ་སྟོན་མཁན་གྱི་གསུང་བ་པོ། ཨ་ནི་སྟོན་པ་ལ་ཡང་དད་པ་སྐྱེ་བ་རེད་ཟེར་ནས་འོ་དེ་ནས་གསུངས་གི་འདུག་བ། དགེ་སློང་དག་གམ་ཁྱེད་རྣམས་ཀྱིས་སེག་ཅན་ཟླ་བའི་གསེར་བཞིན་དུ་ལེགས་པར་བརྟགས་ལ། བརྟགས་པའི་རྗེས་སུ་དངོས་གནས་དྲ་ནས་དགའ་བ་སྐྱེས། ཕན་ཐོགས་འདུག་ཡག་པོ་འདུག་བསམ་ན་ཨ་ནི་དང་ལེན་བྱས། ཐོས་བསམ་དགོངས་སུ་བྱས། ཕན་ཐོགས་མི་འདུག་བསམ་གཡུག་བཞག་ཆོག་གསུངས་ད་དེ་འབྲེལ་གྱི་གདེང་ཚོད་སོང་བར་བ། བསྲེག་བྱའི་ཟླ་བས་སྲེག་ཞོ་ལེགས་པར་བཏགས་ལ་ང་ཡིས་བཀགས། བླང་བར་བྱ་ཡི་དེ་འདྲའི་གི་ཐོག་ནས་དང་ལེན་བྱེད་དགོས་རེད་མ་གཏོགས། ང་བཅོམ་ལྡན་འདས་ལ་གུས་ཞབས་ཡོད་ཨ་ནི་དེ་འདྲའི་ཅིག་གི་ཐོག་ནས་བྱེད་ཀྱི་ཡོད་མ་རེད་ལ་དོན་དག་འདོད་འདུག་ན་དབང་རྟུལ་དེས་ཕལ་ཆེར་རང་གི་བྱེད་སྟངས་ནང་བཞིན་མ་བྱས། དབང་རྟུལ་ཆོས་ཀྱི་བྱེད་སྟངས་ནང་བྱས་ཞེས་གསུངས་ལ། དེ་ནང་བཞིན་གྱི། དགེ་སློང་དག་གང་ཁྱེད་རྣམས་ཀྱི་ཞལ་སོགས་ཀྱི་གསུང་རབ་གསུང་འདི་ཡིས། ག་རེ་བསྟན་དགོས་ཡོད་རེད་ལ་ན་བསྟུན་གཞི་རྣམ་བཞག་བསྟན་དགོས་བ་བསྟུན་གཞི། ར་ཏཱ་ད་ཏཱ་ན་རུ་སྟོན་ན་སྟོན་པ་སྟོན་པ་བཞི། སྟོན་བཟོད་པའི་ཡིད་བྱེད། མི་སྟོན་བཟོད་པའི་ཡིད་མ་ཆེས་པ། ཡིད་ཆེས་པ་བཞི་ཡིད་མ་ཆེས་པ་བཞི། ད་འདི་ག་འདྲའི་རེད་ཟོས་ལུས་ཙམ་པ། གང་ཟག་ལ་མི་སྟོན་ཆོས་ལ་སྟོན། ཆོས་དེ་ཡང་ཚིག་ལ་མི་སྟོན་དོན་ལ་སྟོན། དོན་དེ་ཡང་དྲང་དོན་ལ་མི་སྟོན་ངེས་དོན་ལ་སྟོན། ངེས་དོན་དེ་ཡང་རྣམ་ཤེས་ལ་མི་སྟོན་ཡེ་ཤེས་ལ་སྟོན། ཟེར་ནས་འདུག་བྱས་ནས། བས། བརྟག་དཔྱད་རབ་དང་རིམ་པར་བྱས་པའི་ཐོག་ནས། ཨ་ནི་བཞི་ནས། གང་ཟག་རྒྱུ་མཚན་དུ་བྱས་ནས་ཆོས་དེ་དང་དེ་ཀྱི་ཚིག་དོན་ལ་ཨ་ནི་ཡིད་ཆེས་བྱ་བ་མ་ཡིན་པ། རོ། གང་ཟག་དེ་ཀྱིས་གང་གསུངས་པའི་བརྗོད་བྱ་དེ་ལ་བསྟུན་གཞིའི་སྒོ་ནས་ཞིབ་འཇུག་བྱས་པའི་ཐོག་ནས་དངོས་གནས་དྲང་ནས་ཡག་པོ་འདུག་ཟེར་གྱི་ཉེས་པ་དྲངས་ཡོང་དུས་ཨ་ནི་བཞི་ནས་ཡིད་ཆེས་བྱེད་སོང་བ་ད་དེ་ཚོ་དངོས་གནས་དྲང་ནས་ཞེ་བོ་ཞིག་ད་ཧ་ལས་པས། ད་འདི་བས་དེང་རབས་དང་མཐུན་པ་ཚན་རིག་དང་མཐུན་པ་ཆགས་ཡོད་རེད། གར་འདྲེས་རེས་ལབ་པ་ཡིན་པ་ཡིན་ན། ཚན་རིག་གི་ནང་ལ་ཡིན་ན་ཡང། ཚན་རིག་གི་ཤེས་བྱ་གྱི་ཆ་ནས་ཁས་ལེན་བྱས་པ་ལ། ཨ་ནི་ཁྱད་ཆོས་གསུམ་ཚང་བ་རེད། ཁྱད་ཆོས་གསུམ་ག་རེ་ཚང་པོ་རེད་ལ་ན། དང་པོ་ལྔས་ལ་ཡ། ཨ་ནི། ཤེས་མཁན་གྱི་མི་གཅིག་གིས་གང་བཤད་བདེ་བའི་དོན་དག་སྤྱོར་བ། དེ་འབྲེལ་གྱི་དོན་དག་དེ་ལ་ཡ། ཨ་ནི། ཁོ་རང་གིས་བཤད་པ་ནང་བཞིན་ག་འདྲ་ཡིན་ན་ཟེར་ནས།

དེའི་ཤན་པའི་ཆོས་དོན་གང་ཟག་གཅིག་གིས་ཨ་ནི་བརྟག་དཔྱད་བྱས་ནས་འདི་འདི་འདྲ་ཅིག་རེད་ཤག་ཟ་ཧ་གོ་ཚོད་དོན་ཨ་ནི་དེ་ལ་ཆགས་ཆོག་བཤད་མི་བྱེད་པ་ཆ་བཞག་མི་བྱེད་པ། གང་ཟག་གཉིས་པ་གསུམ་པ་མང་པོ་ཅིག་གིས་བརྟག་དཔྱད་བྱས་ནས། ཚང་མིན་གྱི་ཨ་ནི་མཐུན་སྣང་དུ་གྲུབ་པ་ཅིག་ཚང་མས་དེ་ག་རང་རེད་ཤག་བྱས་ནས་གླས་ཡོང་ན་ཨ་ནི་གཞི་ནས་ཚན་རིག་གི་ཤེས་བྱ་ཆགས་ནས་ཨ་ནི་ཚང་མས་ཁས་ལེན་བྱས་གསུངས་འདུག་ཨོ་ད་དེ་རེད། ང་ཚོའི་ནང་པའི་གྱི་ནང་ལ་ཡིན་ན་ཡང་ནང་པའི་གསུང་རབ་ཀྱི་ནང་ལ། བརྟག་དཔྱད་བྱེད་ཡ་གཅིག་གལ་ཆེན་པོ་བཙལ་ནས་བརྟག་དཔྱད་བྱས་པའི་མཐའ་མ་དེ་ལ་ཁས་ལེན་བྱེད་ཁས་ལེན་འོས་པ་ཡིན་ན་བྱས། ད་བརྟག་དཔྱད་བྱེད་ཡ་དེ་སུས་བྱེད་ཀྱི་རེད། བློ་ཚད་མ་གྱིས་བྱེད་དགོས་བློ་ཚད་མས། བློ་ཚད་མ་དེའི་ནང་ལ་མངོན་སུམ་ཚད་མ་རྗེས་དཔག་ཚད་མ། དེའི་ནང་ནས་ཀྱང་དང་པོ་དེ་ལ་རྗེས་དཔག་ཚད་མ། རྗེས་དཔག་ཚད་མ་ཟེར་ཡ་དེ་ག་འདྲའི་རེད་ལབ་ན་རྗེས་ཟེར་ཡ་དེ་རྒྱུ་མཚན་གྱི་རྗེས་སུ། དཔག་ཚུལ་དུ་ཛམ་པ་རྒྱུ་མཚན་གྱི་རྗེས་སུ་འབྲངས་ནས་གཏན་འབེབས་བྱས་པ་ལ་བལྟ། དེ་འདྲ་ཡིན་ཙང་རྒྱུ་མཚན་བཀོད་དགོས་བལྟ། རྒྱུ་མཚན་བཀོད་བཀོད་བཀོད་བཀོད་ནས་རྒྱུ་མཚན་ཡང་དག་གི་རྗེས་སུ་འབྲངས་ནས་ཏིར་ཏིར་རེ་བཞག་བྱས་ནས་གཏན་འབེབས་བྱས་ཡོང་དུས་རྗེས་སུ་དཔག་པ་ལ་རེ་བ་ཅི། དེ་འདྲའི་གཏན་འབེབས་བྱེད་མཁན་གྱི་བློ་དེ་ལ་རྗེས་དཔག་ཚད་མ་ཟེར་བ་བལྟ། དེ་དེ་ཡིན་པ་ཡིན་ཙང་པ་ར་མ་ན་བ་སེ་བྱས་ནས་བློ་ཚད་མ་གཅིག་གིས་ཞིབ་འཇུག་བྱས་པ་ལ་ཐོག་ནས་ཨ་ཏིར་རེད་ཤག་གསལ་གྱིས་གཏན་འཁེལ་བ་ཆགས་ཡོང་དུས་ཨ་ནི་གཞི་ནས་ཁས་ལེན་བྱེད་ཡག་རེད་སོང་ཨ། འོ་ད་དེ་དེ་ཡིན་པ་ཡིན་ཙང་ནང་པའི་གསུང་རབ་ཀྱི་ནང་ལ་ཚད་མ་ཟེར་ཏེ་ཧ་ཅང་གལ་ཆེན་པོ་བརྩི། ཚད་མ་དེའི་ནང་ལ་སྐྱེས་བུ་ཚད་མ། གང་ཟག་ཚད་མ་ཟེར་གྱི་སྡེ་ཚན་གཅིག་དང་བློ་ཚད་མ་ཟེར་གྱི་སྡེ་ཚན་གཅིག། དེ་ནས་ངག་ཚད་མ་ཟེར་གཅིག་བྱས་ནས་གསུམ་ཡོད་རེད། དེ་འདྲའི་ཡིན་པ་ཡིན་ཙང། གཙོ་བོ་གཙོ་བོ་བློ་ཚད་མ་རེད། བློ་ཚད་མ་ལ་བརྟེན་ནས་ཨ་ནི་གཞི་ནས་ངག་ཚད་མ་དེ་ཡི་ཧ་གོ། ངག་ཚད་མ་ལ་བརྟེན་ནས་ངག་དེ་གསུང་མཁན་གྱི་སྟོན་པའམ་གང་ཟག་དེ་ཚད་མ་ཡིན་པ་ཧ་གོ་དགོས་བ་རེད། དེ་འདྲའི་ཡིན་པ་ཡིན་ཙང་ཚད་མ་གསུམ་གྱི་འགྲོ་སྟངས་དེ་ཞེ་དགུ་གཅིག་གི་གནད་འགག་ཆེན་པོ་གཅིག་བརྩི་དགོས་ཡོད་རེད། དེ་གཅིག་བྱས། ད་གཅིག་ག་རེ་ཡོད་རེད་དཔལ་ས་སྐྱའི་གྱི་གསུང་རབ་ནང་ལ་ཡོད་རེད། རེ་བ། དཔལ་ས་སྐྱའི་གི་གསུང་རག་གི་ནང་ལོགས་ལ། འཇིག་རྟེན་འདི་རྣམས་ལ། འབྱུང་བའི་རིམ་པའི་དབང་དུ་བྱས་ནས་མཚན་མ་བཞི། ཨ་ནི། ངེས་ཤེས་སྐྱེད་པའི་རིམ་པའི་དབང་དུ་བྱས་ནས་མཚན་མ་བཞི། འབྱུང་བའི་རིམ་པའི་དབང་དུ་བྱས་པའི་མཚན་མ་བཞི་ནི་ག་རེ། འཇིག་རྟེན་རྣམས་ལ་ཐོག་མར་སྟོན་པ་མཚན་མ་བདག་ཅག་གི་སྟོན་པ་བྱུང། དེའི་གི་ཆོས་གསུངས་ནས་ཨ་ནི་བཀའ་འགྱུར་གྱི་མཚོན་པའི་ལུང་མཚན་མ་བྱུང། དེ་འབྲེལ་གྱི་ལུང་ཚད་མ་ལ་བརྟེན་ནས་ཨ་ནི་བླ་མ། སྐྱེས་བུ་དམ་པ་རྣམས་ཀྱིས་ཐོས་བསམ་དགོངས་སུ་བྱས་ནས་དགོངས་རྒྱག་ནས། ཨ་ནི་རྟོགས་པ་མཚན་ལྡན་སྐྱེས་ཆེན་གྱི་བླ་མ་ཚད་མ་བྱུང། བླ་མ་ཚད་མ་དེ་ཡིས་རང་གི་སློབ་མ་ལ་ཡང་གདམས་ངག་བསྟན་ནས་སློབ་མའི་གྱི་སྒོམ་རྒྱག་ནས་ཉམས་མྱོང་ཚད་མ་བྱས་ནས། དང་པོ་སྟོན་པ་ཚད་མ། དེ་ནས་ལུང་ཚད་མ། དེ་ནས་བླ་མ་ཚད་མ། དེ་ནས་ཉམས་མྱོང་ཚད་མ། འཇིག་རྟེན་འདི་ན་བྱུང་བའི་རིམ་པའི་དབང་དུ་བྱས་ན་དེ་རེད། ངེས་པ་སྐྱེ་ཡ་གི་རིམ་པའི་དབང་དུ་བྱས་ན་དང་པོ། སོ་སོའི་གི་པའི་ཉམས་མྱོང་འདྲ་གཅིག་ཅུང་ཟད་ཅིག་བསགས་ནས་ཉམས་མྱོང་ཚད་མ་ཉམས་མྱོང་ཚད་མ་ཅིག་སྐྱེ་དེ་ལ་ཡང་སྐྱབས་མགོ་རུམ་ཅན་གྱི་སྡེ་ཚན་གཉིས། ཉམས་མྱོང་དེ་ལ་ཡང་བཅོས་མའི་ཉམས་མྱོང་གཅིག་དང་བཅོས་མ་མ་ཡིན་པའི་ཉམས་མྱོང། བཅོས་མའི་ཉམས་མྱོང་ཅུང་ཟད་ལ་བརྟེན་ནས་བཅོས་མ་མ་ཡིན་པའི་ཉམས་མྱོང་ཡོད་པ་དཔོག་ནས་ཉམས་མྱོང་ཚད་མ། ཉམས་མྱོང་ཚད་མ་ལ་བརྟེན་ནས་ང་ལ་དེ་འདྲས་ཀྱི་བེའི་གོམས་ཉམས་ལེན་བསམ་བློ་བཏང་ནས་ཉམས་མྱོང་དེ་འདྲས་ཀྱི་ཡག་པོ་ཅིག་བྱུང་སོང་དེ་སུའི་བཀའ་དྲིན་རེད་ལབ་ཡོང་དུས་བླ་མའི་གདམས་ངག་བརྟེན་ནས་བྱུང་བ་རེད་ཟེར་ཡོང་དུས་ཨོ་བླ་མ་འདི་ཚད་དང་ལྡན་པ་ཡིན་པ་ཧ་གོ་གོ་དེ་འདྲས་ཡིན་ཙང་རང་གི་ཉམས་མྱོང་ཚད་མ་ལ་བརྟེན་ནས་ཉམས་མྱོང་གང་ལ་བརྟེན་ནས་བྱུང་ཟེར་གྱི་བླ་མ་དེ་བླ་མ་ཚད་མ་ཡིན་པ་ཧ་གོ་གཉིས་པ་བྱས་བླ་མ་ཚད་མ་དེ་ཁོ་ག་འདྲས་ཚད་མ་ཆགས་རེད་སྐྱེ་དུས་ནི་བླ་མ་ཚད་མ་མར་བ། བླ་མ་ཚད་མ་དེ་རྗེས་སངས་རྒྱས་ཀྱི་གསུང་ལུང་ལ་ཐོས་བསམ་སྒོམ་པ་བྱས་ནས་བླ་མ་ཚད་མ་ཆགས་ཡིན་ཙང་ཨོ་བཅོམ་ལྡན་འདས་ཀྱི་གསུང་བྱ་བའི་ལུང་དེ་ཚད་མ་རེད་ཤག་ཟེར་ནས་ལུང་ཚད་མ་ཡིན་མ་ཧ་གོ། ལུང་ཚད་མ་དེ་ཧ་གོ་ཡོང་དུས་ལུང་དེ་སུས་གསུང་ཤག་ཟེར་ཡོང་དུས་བཅོམ་ལྡན་འདས་ཀྱི་གསུང་ཤག་ཟེར་ནས་ཧ་གོ་ཡོང་དུས་བཅོམ་ལྡན་འདས་དེ་བསྟོད་པ་ཚད་མ་ཡིན་མ་ཧ་གོ་བར། དེ་འདྲའི་ཡིན་པ་ཡིན་ཙང། ཉམས་མྱོང་རྒྱུད་ལ་སྐྱེས་པའི་རིམ་པའི་དབང་དུ་བཏང་ན་ཉམས་མྱོང་ཚད་མ་དང་པོ། དེ་ནས་བླ་མ་ཚད་མ་གཉིས་པ། དེ་ནས་ལུང་ཚད་མ་གསུམ་པ། དེ་ནས་སྟོན་པ་ཚད་མ་བཞི་བ། འདུག་སུ་འགྲོ། དེ་འདྲའི་ཡིན་པ་ཡིན་ཙང། ནང་པའི་གསུང་རབ་ཀྱི་འགྲོ་སྟངས་དེ། མི་མགོ་བོ་བཏང་ཡང་དེ་ཁྱོན་ནས་མ་རེད་ད། སྔོན་གནས་སྐྲག་ནས་པས་པས་བརྟག་དཔྱད་བྱས་ནས་དངོས་ཡོད་གནས་ཚུལ་དང་བསྟུན་ནས་ཨ་ནི་མ་ཅིག་འགྲོ་དེ་ཡང་ཅིག། དེ་འདྲས་ཅིག་ཆགས་ཀྱི་ཡོད་རེད། དེ་འདྲས་ཡིན་པ་ཡིན་ཙང། བརྙེད་ལ་ནི་དེ་འདྲི་ཅིག་ཞུས། དེ་འདྲི་ཡིན་པ་ཡིན་ཙང་ད་དོན་དག་འདུག་འདོད་ན་སྟོན་པ་སངས་རྒྱས་ཀྱི་གསུང་རབ་ཟིན་ངེས་གཅིག་ཡོད་བདེ་བ་ཆེ། སྟོན་པའི་གི་གསུང་རབ་དེ་དང་འབྲེལ་ནས་ལུང་གི་ཆོས་དང་རྟོགས་པའི་ཆོས་ཟེར་གི་སངས་རྒྱས་ཀྱི་ཆོས་ཟེར་གཅིག་ཆོས་དེ་དང་འབྲེལ་ནས་ལམ་ལུགས་ཀྱི་ཆ་ཡོང་གི་ཡོད་བ་ཡིན་ཙང་སྟོན་པའི་ཆོས་ལུགས་ཟེར་གཅིག་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ལུགས་ཟེར་གཅིག་ཡོད་བདེ་བ་ཆེ། ད་དེ་འདྲི་གི་སྟོན་པའི་ཆོས་ལུགས་དེ་ལ་ད་བྱས་ཙང་དང་གི་གོང་དུ་ཞུས་པ་ནང་བཞིན་བརྟག་དཔྱད་བྱས་པ་ཡིན་ན་ཕན་ཡོན་ག་རེ་ཡོད་རེད། སྟོན་པའི་ཆོས་ལུགས་དེ་ལ་ཐོས་བསམ་དགོས་པ་བྱས་ན་ཕན་ཐོག་ག་རེ་ཡོད་རེད། དགོས་པ་ག་རེ་ཡོད་རེད་དེ་དེ་དང་པོ་ཤེས་དགོས་ཀི་ཡོད་པ་ཡིན་དོན་ད་དེ་མ་འགྲོ་ཡ་རེད། ད་དེ་ལ་དྲི་བ། དམ་པའི་ལྷ་ཆོས་ཞེས་པ་དེ་གང་ཡིན་ནམ་ཟེར་ཏེ་ད་ཨ་ལེ་རྙེད་ལ། སྟོན་པས་ཆོས་ཟད་སྐད་ཆ་འདི་བཤད་པ་ལ་སྤྱིར་འཛམ་བུ་གླིང་དེ་ན་ལ་ཡོད་བསྡད་པས་ཆོས་ཟད་འདི་བཤད་དགོས་པ། བྱས་ཙང་དེ་ཡོད་དུས་སྤྱིར་ལྷ་ཆོས་ཀྱི་འགྲོ་སྟངས། ཆོས་ལ་རྣམ་གྲངས་མང་པོ་ཡོད་སྟངས། དེའི་ནང་ནས་སངས་རྒྱས་ཀྱི་ཆོས་ཟེར་ནས་ཚུར་ཐོན་དགོས་རོ། ད་དེ་ཡིན་དུས་འདི་མང་འགྲོ་ཡ་ཡིན་ད། དམ་པའི་ལྷ་ཆོས་ཞེས་པ་དེ་གང་ཡིན་ནམ་ལན་དེ་ནི། ནང་པ་ལྟར་ན། དམ་པ་སངས་རྒྱས་བཅོམ་ལྡན་འདས་ལ་ལྷ་ཡི་ལྷ་ཞེས་ཆེ་བསྟོད་མཛད་པ་ལྟར་སངས་རྒྱས་ཀྱིས་གསུངས་པའི་ཆོས་ལ་ལྷ་ཆོས་ཞེས་བརྗོད་ཀྱི་ཡོད། དྲེགས་གསུང་བ། དེ་མ་གཏོགས་ལྷ་དང་མི་གཉིས་ཀྱི་ནང་ནས་ལྷ་ཡི་ཆོས་ཟེར་གྱི་མི་འདུག་བ། གོང་དུ་ཀུ་རེ་ཡ་གཅིག་གིས་ཐོག་ནས་ལྷ་བཞག་ནས་སངས་རྒྱས་བཅོམ་ལྡན་འདས་སྟོན་པ་ལྷ་ཡི་ལྷ་ལ་ཕྱག་འཚལ་ལོ་སོགས་གསུང་བ་ནང་བཞིན་སྟོན་པ་བཅོམ་ལྡན་འདས་མི་ལྟ་ཅི་སྨོས། འགྲོ་བ་ལྷ་ཡིན་མཁན་གྱིས་ཀྱང་གུས་ཞབས་བྱེད་ས་བརྩི་བཀུར་ཞུ་ས་ཡིན་པའི་ཆ་ནས་ལྷ་ཡི་ཡང་ལྷ། དེ་འབྲེལ་གྱི་བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་ལ་ལྷ་ཆོས་ས་དང་ནང་པ་ལྟར་ན་དེ་རེད། ཆེ་བསྟོད་མཛད་པ་ལྟར་སངས་རྒྱས་ཀྱིས་གསུངས་པའི་ཆོས་ལ་ལྷ་ཆོས་ཞེས་བརྗོད་ཀྱི་ཡོད། དེ་ཡང་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོའི་ཉམས་ལེན་བྱ་བ་སོགས་ཡིན་ལ་དེའི་སྐོར་གཤམ་དུ་བཀོད་ཡོད་པ་ལས་ཤེས་དགོས། དྲི་བ། ཆོས་དང་ཆོས་ལུགས་གཉིས་ལ་ཁྱད་པར་ཡོད་དམ། ལན། ཡོད། ཡོད་དེ། ཆོས་ཞེས་པ་བདེ་བ་སྒྲུབ་པ་དང་སྡུག་བསྔལ་འགོག་པའི་ཐབས་ལམ་གཅིག་ལ་ཟེར་གྱི་ཡོད། ད་འདི་ཡིན་གཅིག་མིན་གཅིག་བཤད་དགོས་འདུག་གར་སྐྱེ་གནས་ཟེར་ན། སྤྱིར་བཏང་འཛམ་བུ་གླིང་འདི་ན་ལ་དམར་པོའི་ལྟ་བ་དར་པའི་རྐྱེན་བྱས་ནས་ཕན་ཐོགས་ཡང་བྱུང་ཡོད་རེད་ནད་པ་ཡང་བྱུང་ཡོད་རེད། རེད་བ། ཕན་ཐོགས་ག་རེ་བྱུང་ཡོད་རེད་མི་སེར་སྐྱོ་པོ་མང་པོ་ཅིག་ལ། ཨ་ནི་ཐོབ་ཐང་རྩོད་ལེན་གྱི་ཐོག་ནས་ཐོབ་ཐང་རག་ཐུབ་པ་ལ་སོགས་པའི་ཁྱད་ཆོས་མང་པོ་བྱུང་བ་རེད། རེད་བ། ད་ཡང་སྐྱོན་ག་རེ་བྱུང་ཡོད་རེད་ལབ་པ་ཡིན་ན། གནམ་སྔ་མོའི་གི་ཨ་ནི་བྱེད་སྟངས་བསམ་བློ་བཏང་སྟངས། ལྷག་པར་དུ་ཆོས་དང་འབྲེལ་བའི་གནས་ཚུལ་ཚང་མ་དུག་ཡིན་པ་འདྲ་པོ་ཅིག་གི་ལྟ་སྟངས་དེ་འདྲའི་ཅིག་གི་ཐོག་ནས་དཔལ་དུ་ཁོ་རང་ཅིག་གི་ཆོས་པའི་རྩ་མེད་བཟོས་ཡ་དེ་འདྲའི་བྱུང་ཡོད་རེད། ཚེ་ད་འདི་གར་ཅི་ནས་རྩ་མེད་བཟོས་རེད་ཟེར་ན། རྩ་མེད་བཟོད་མཁན་གྱི་གང་ཟག་འདི་ཚོའི་གི་ཆོས་ཟད་ཀྱི་གོ་བ་དེ་ནོར་རེད་ད་དོན་དག་ནོར་རེད། ཆོས་དང། ཨ་ནི་ཆོས་པ་གཉིས་དེའི་དབྱེ་བ་ཕྱེ་མ་ཐུབ། ཆོས་པའི་ནང་ལ་ཨ་ནི་ཆོས་པ་རེ་ཟུང་གིས་མི་སེར་ལ་སྡུག་པོ་བཏང་ཡོད་པ་ཡིན་ཙང། མི་སེར་ལ་སྡུག་པོ་བཏང་མཁན་གྱི་ཆོས་པ་མི་གང་ཟག་སྒེར་བཅས་ཀྱི་བྱེད་སྟངས་དེ་ལ་བརྟེན་ནས་ཆོས་དེ་སྡུག་ཅག་རེད་ཅེས་ནས་སྐད་ཆ་བཤད་ནས་ཨ་ནི་གཞི་འདོན་པའི་མཆོད་པ་དང་ཆོས་ལུགས་པ་ཚོས་ཚང་མ་བསམ་མེད་བཟོ་ཡ། དེ་འདྲས་བྱུང་མར་བ། རེད་བ། དེ་ནོར་རེད། དེ་འདྲས་ལབ་པ་ཡིན་ན་ཤེས་ཡོན་ཡང་སྡུག་ཅག་རེད། ག་རེ་བྱས་རེད་ཟེར་ན་ཤེས་ཡོན་ཅན་གྱི་གང་ཟག་གིས་ཤེས་ཡོན་བེད་སྤྱོད་བྱས་ནས་མི་མགོ་སྐོར་བཏང་བ་ཁང་དེ་ཡོད་པ་འཛམ་བུ་གླིང་དུ་མང། རེད་བ། བྱས་ཙང་དེ་ཡིན་དུས་ཤེས་ཡོན་དང་ཤེས་ཡོན་བེད་སྤྱོད་བྱས་ནས་ལུགས་སྒྲུབ་བྱེད་མཁན་གྱི་མི་དེ་དབྱེ་བ་ཕྱེ་དགོས་བ། དེས་ན་ཆོས་ཆོས་དང་ཆོས་བེད་སྤྱོད་བྱས་ནས་སྤྱི་ཚོགས་བརྡབ་གསིག་བཏང་མཁན་གྱི་མི་དེ་དབྱེ་བ་ཕྱེ་དགོས། ཅི་ལྟར་འདི་འདྲ་ཡིན་པ་ཡིན་དུས་ཙང་མ། དེའི་གནས་སྟངས་མ་ཤེས་ནས་ཆོས་ཀྱི་ངོ་བོ་གི་འགྲོ་སྟངས་མ་ཤེས་པ་བཅས་ཀྱི་གནས་ཚུལ་ཐོག་ནས་བྱུང་བ་རེད། ཅི་ཙང་དངོས་གནས་དྲང་གནས་བྱས་ཡིན་ན་ཆོས་ཟེར་ཡི་དོན་དག་དེ་བདེ་སྐྱིད་སྒྲུབ་པའི་ཐབས་ཅིག་དང་སྡུག་བསྔལ་སེལ་བའི་ཐབས་ཅིག་ལ་ཆོས་ཟེར་གྱི་རེད་འདི་ང་ཚོ་མིའི་སྤྱི་ཚོགས་འགྲོ་བ་སེམས་ཅན་ལ་གོ་དགོས་ཡོད་པ་ཆགས་དགོས། འོ་ན་དེ། དེ་ཡང་ང་ཚོའི་རྒྱུན་ལྡན་གྱི་ཟས་གོས་སོགས་ཀྱི་ཐབས་ལ་བརྟེན་ནས་བདེ་བ་བསྒྲུབ་བ་དང་སྡུག་བསྔལ་སེལ་ཐབས་བྱས་པ་དེ་ཙམ་མ་ཡིན་པར། གླིང་དེར་འཛམ་བུ་གླིང་དེར་བྱོན་པའི་ཆོས་ལུགས་ཀྱི་སྟོན་པ་ཞིག་གིས་བསྟན་པའི་བླང་དོར་ཉམས་སུ་བླང་བྱ་ཞིག་ལ་ཆོས་ཞེས་ད་ཆོས་ཟེར་ཏེ། སྟོན་པ་གཅིག་གིས་ཨ་ནི་མ་གསུངས་བཞག་པའི་བླང་དོར་ཉམས་ལེན་བྱེད་སྟངས་ཀྱི་ཨ་ནི་ཐབས་ཅིག། ཆོས་ལུགས་ཞེས་ད་ཆོས་ཟེར་ན་འགྲིག་ས་དེ་བྱས། ད་ཆོས་ལུགས་ཟེར་གར་ཆོས་ལུགས་ཞེས་པ་དེ་ཆོས་དེ་དང་འབྲེལ་ནས་ལམ་ལུགས་ཤིག་ཆགས་ཡོད་པ་དེ་ལ་གོ་དགོས། རེད་བ། ཆོས་དེ་དང་འབྲེལ་ནས་ལམ་ལུགས་སྲོལ་ཆོས་འོ་བ་འོ་དེ་ལ་གོ་རེད། དེ་འདྲ་ཡིན་ཙང་ངས་གར་དྲི་ངོས་ལ་ན། སངས་རྒྱས་ཀྱི་ཆོས་ཟེར་ན་རྣམ་དག་རེད། སངས་རྒྱས་ཀྱི་ཆོས་ག་འདྲི་ཅི་ཡིན་ན་ཡང་དེ་ལ་སྐྱོན་རྩ་བ་ཉིད་ནས་ཡོད་མ་རེད། ཡིན་ན་ཡང་ཆོས་ལུགས་ལབ་པ་ཡིན་ན། ཆོས་དེ་དང་འབྲེལ་ནས་ལམ་ལུགས་ཆགས་ཡ་དེ་སྐད་ཅིག་བཤད་ན་ད་དེ་ལ། ཕལ་ཆེན་ཕལ་ཆེན་བཟང་ངན་གཉིས་ཡོང་ཆོག་གི་རེད་ལ། བཟང་པོ་ལ་ཡང་བཟང་པོ་ཆེ་ཆུང་འདྲ་མི་འདྲ་མང་པོ་ཆད་ཆོག་རེད་བསམ་གི་འདུག་རེད་བ། ཇི་ལྟར་འདི་རིགས་ཡིན་པ་ཡིན་དུས་ཆོས་ལུགས་ཟེར་དེ་དེ་རེད། ད་ག་རེ་གལ་ཆེན་པོ་རེད་ལ་ན། སྐྱབས་མགོན་རིན་པོ་ཆེན་གྱིས་གསུངས་གཅིག་འདུག་དེ་གནད་འགག་རེད། ཆོས་དང་ཆོས་ལུགས་གཉིས་ཀྱི་པོ་རུ་ལ་མཁས་པར་བྱའོ། གང་དུ་ཆོས་དང་འབྲེལ་ནས། རེ་བ་འབྱུང་བཞག་པས་ལམ་ལུགས་ཟས་སྦྱོར་བ། ད་འདི་ནང་ལ་དཔེར་ན་ཆ་ཆ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། སངས་རྒྱས་ཀྱི་ཆོས་གཅིག་དང་འབྲེལ་ནས་འབྱུང་བཞག་པའི་ལམ་ལུགས་ཀྱི་ནང་ལོགས་ལ། ཨ་ནི་རིགས་གཅིག། ཅེས་ག་ཟུག་རེ་ཕན་ཐོགས་མུ་མཐུད་ནས་ཡོད་བསྡད་བ། དཔེར་ན་ཕྱག་བྱ་བས་ན་སངས་རྒྱས་ཀྱི་ཆོས་ལུགས་དང་འབྲེལ་ནས་ཨ་ནི་སྤྱི་ཚོགས་ཁོ་རང་གི་ནང་ལོགས་ལ་སེམས་པ་བཟང་པོ་བྱེད་ཡ། བྱམས་པ་སྙིང་རྗེ་བྱེད་ཡ། སྤྱི་ཚོགས་བདེ་སྐྱིད་སྒྲུབ་ཐབས་ཀྱི་ཐོག་ལ་འབད་བརྩོན་བྱེད་ཡ། ཡས་རབས་སྤྱོད་བཟང་བྱེད་ཡ་འདི་ཚོ་བྲལ་ཏེ། སྐུ་སྤྱི་ཚོགས་སྟེང་ན་ངེས་པར་དུ་འགོ་རེད་མུ་མཐུད་ནས་འགོ་རེད། ད་ཡང་ཆོས་དེ་དང་འབྲེལ་ནས་སྤྱི་ཚོགས་ནང་ལ་བྱེད་བདེ་བ་གཅིག་ལ། དཔེར་ན་ང་རང་ཚོ་ཕྱག་བྱ་བ་ཡིན་པ་ཡིན་ན། དཔེར་ན་རླུང་ལྟར་བཞི་པོ་གཅིག་བཏང་དེ་ཡི་བཟོ་འདྲ་པོ་དེ་འདྲས། ཨ་ནི་གཅིག་གི་སྲང་བཞི་པོ་གཅིག་བཏང་དེ་ཡི་བཟོ་འདྲ་པོ་དེ་འདྲས། དུས་དུས་ལ་ཡང་ཨ་ནི་གཅིག་གི། ཁྱམས་ཁྲ་བས་ལ་སོགས་པ་འདི་འདྲས་ཨེ་རེད་མང་པོ་ཅིག་འདུག་ཨ། དེ་ཚོ་ཡིན་གཅིག་མིན་གཅིག་འགོག་མ་རེད་ད། ངེས་པར་དུ་དགོས་ཡག་གི་གནས་ཚུལ་མ་རེད། ད་བདེན་པ་བཞི་གི་ཆོས། ལམ་བསླབ་པ་གསུམ་གྱི་ཆོས། འདི་ཀུན་དགེ་སྒྲུབ་ཀྱི་ཆོས། དེ་ནང་བཞིན་གྱི། ཐར་པ་དུ་སྒྲུབ་པའི་ཆོས། ཐམས་ཅད་མཁྱེན་པ་སྒྲུབ་པའི་ཆོས། རྡོ་རྗེ་འཆང་གི་གོ་འཕང་སྒྲུབ་པའི་ཆོས། མདོ་སྔགས་ཀྱི་ཆོས་ཚུལ་འདི་ཚོ། དེ་དང་དེ་ཚོ་སྤྲད་དེ་ངེས་པར་དུ་དགོས་གོ། རེ་ཟུང་བ། འོ་ན་དེ་འདྲས་ཡིན་པ་ཡོད་དུས་ཙམ་པ་དེ་འདྲས་ཀྱི་དབྱེ་བ་ཕྱེ་བ་ཡང་མེད་འགྲོ་བསམ་ནས་དེ་འདྲས་དྲན་གྱི་འདུག་རེད་བ། འོ་ན་དུས་སུ་རེད། ད་དེ་འདྲས་ཡིན་པ་ཡིན་དུས་ཆོས་ལུགས་ཟེར་དུས་དེ་འདྲས་བཞག། ད་དྲི་བ། ཆོས་ལུགས་དེ་ལ་ཇི་ཙམ་ཡོད་དམ་ད་འཛམ་གླིང་སྤྱིའི་ཐོག་ནས་ཤེས་འོང་དང་ཆོས་ལུགས་དེ་ལ་ཇི་ཙམ་ཡོད་དམ། ལན། དེ་ལ། ལྟ་གྲུབ་མེད་པ་དང་ཡོད་པའི་ཆོས་ལུགས་གཉིས་དང། ཡང་ན་འཇིག་རྟེན་ཀུན་པ་པོ་འདུས་མི་འདུས་ཀྱི་ཆོས་ལུགས་གཉིས། ཡང་ན་བདག་མེད་པའི་ལྟ་བ་ཁས་ལེན་མི་ལེན་པའི་ཆོས་ལུགས་གཉིས་བཅས་ཡོད། ད་འདིར་འདི་ཡིན་གྱི་མིན་ཤེས་པ་དེ། ལྟ་གྲུབ་མེད་པ་དང་ཡོད་པའི་ཆོས་ལུགས་གཉིས་ད་ལྟ་གྲུབ་མེད་པའི་ཆོས་ལུགས་དེ་ག་རེ་རེད།

དཔེར་ན། ད་འཛམ་བུ་གླིང་ནང་ན་ཆོས་ལུགས་དང་པོ་ག་ནས་བྱུང་གསལ་དེ་དག་ཅིག་བཤད་ཁག་པོ་ཡིན་པ་འདྲ། ད་ཡིན་ན་ཡང། ཅེ་ཀེ། རྒྱ་གར་ཁོ་རང་ནང་གི་སྤྱི་ཚོགས་ཅིག་དང་འབྲེལ་ནས་བཤད་ཡ་ཡིན་ན། དང་པོ་རིག་བྱེད་ཀྱི་ཆོས་ལུགས་འདི་བྱུང་བ་རེད་བ། Hindu། རེད་བ། ཆོས་ལུགས་འདི་བྱུང་བ་རེད། ད་དེ་ནས་མ་བྱས་ནས་ག་ལེ་ག་ལེ། ཨ་ནི། ཅེ་ཀེ། སྤྱིར་བོད་པའི་ཆོས་ལུགས་དེ་དང་ནང་པ་གཉིས་འདྲ་བོ་འདྲ་བོ་རེད་མཉམ་དུ་རེད་ནང་པའི་ཆོས་ལུགས། ད་ཕྱིའི་རྒྱལ་ཁབ་ལ་ཡང་བལྟས་པ་ཡིན་པ་ཡིན་ན་ཡེ་ཤུའི་ཆོས་ལུགས། ཨ་ནི་དེ་ན་ཆེན་གྱི་ཁ་ཆེའི་ཆུ་ལུག་དེ་འདྲས་མང་པོ་བྱུང་རོ། ད་དེ་ཚོ་དྲན་ཐོས་ལ། ལྟ་བ་དང་གྲུབ་མཐའ་ཡོད་རེད། ལྟ་བ་དང་གྲུབ་མཐའ་ཡོད་བསྡད་པས་ཆོས་ལུགས་ཆགས་ཡོད་རེད། ལྟ་བའི་ཆ་ནས་བདག་ཏུ་ལྟ་བའི་ལྟ་བ་ཡོད་བསྡད་པ། དེ་ནང་བཞིན་གྱི་འཇིག་རྟེན་བཀོད་པ་པོ་ཡོད་པར་ལྟ་བའི་ལྟ་བ་ཡོད་བསྡད་པ་དེ་འདྲས་གཅིག་དང་འདྲེས་པའི་ཆོས་ལུགས་ཆགས་རེད། ནང་པ་སངས་རྒྱས་པ་ཡིན་ན་བདག་མེད་པར་ལྟ་བའི་ལྟ་བ། འཇིག་རྟེན་བཀོད་པ་པོ་མེད་པར་ལྟ་བའི་ལྟ་བ་རྟེན་འབྱུང་གི་ལྟ་བ་དེ་དང་འབྲེལ་བའི་ཆོས་ལུགས་ཆགས་ཡོད་རེད། དེ་འདྲ་ཡིན་པ་ཡིན་དུས། ལྟ་གྲུབ་མེད་པའི་ཆོས་ལུགས་ལྟ་གྲུབ་ཡོད་པའི་ཆོས་ལུགས་ཟེར་ཆེ། ཡང་ན་བདག་མེད་པའི་ལྟ་བ་ཁས་ལེན་པ་དང་མི་ལེན་པའི་ཆོས་ལུགས་གཉིས། དེ་འདྲའི་ལབ་པ་ཡིན་ན་ད་ཐག་ཆོད་རེད་ད། ནང་པ་སངས་རྒྱས་པའི་ཆོས་ལུགས་མ་གཏོགས་པའི། འཛམ་བུ་གླིང་འདི་ནང་ལ་ཡོད་པའི་ལྟ་གྲུབ་ཡོད་པའི་ཆོས་ལུགས་ཡོངས་རྫོགས། བདག་ཏུ་ལྟ་བའི་ལྟ་བ། ཁས་ལེན་པའི་ཆོས་ལུགས། རེད་བ། ཨཱཏྨ་ཁས་ལེན་པའི་ཆོས་ལུགས། Soul ཁས་ལེན་པའི་ཆོས་ལུགས། རེད་བ། དེ་ནང་བཞིན་གྱི། ཨ་ནེ་ཅེས་གར་སུག་རེད་པས་ད། ཨཱཏྨ་ཡང་ཟེར་གྱི་རེད། Soul ཡང་ཟེར་གྱི་རེད། ད་དེ་ནང་བཞིན་གྱི། ཅེས་ཀྱི་གར་སུག་རེད་ད། Ego ལགས་རེད་བ། ག་ད་དེ་འདྲའི་གྱི་ད། ག་ད་ཨཱའི་སའི་སྤྱི་གོ་མ་ཡིན་པ། རང་དབང་བའི། རྟག་གཅིག་རང་དབང་ཅན་ཡིན་དེ་བཞིན་གྱི་ང་གཅིག་གི་ད་ག་ད་བདག་གཅིག་ཁས་ལེན་པའི་ཆོས་ལུགས་ཆགས་ཡོད་རེད། ད་ནང་པ་སངས་རྒྱས་པའི་ཆོས་ལུགས་དེ་ད་བདག་རྩ་བ་ཉིད་ནས་མེད། རྒྱ་གར་སྐད་ནང་ལ་ཨ Atmas Atma ཟས་དེ་བདག་བྱས་ཨ་ཟས་དེ་དགག་སྒྲ་བྱས་ནས་ཨ Atma དེ་དེ་བདག་མེད་པ་ཨ Atma ཁས་ལེན་པའི་ཆོས་ལུགས་བདག་མེད་པའི་ཆོས་ལུགས་དེ་རེད། དེ་དེ་དེ་ཙམ་པ

ད་འདི་འདྲའི་བྱས་ནས་དེ་ཡང་ཡོངས་གྲགས་ཀྱི་ཨ་དེར་ཆོས་ཁྱེམས་ཆོས་ལུགས་གཉིས་བཅས་ཡོད། དེང་ཡོངས་གྲགས་ཀྱི་ལྟ་གྲུབ་ཡོད་པའི་ཆོས་ལུགས་ནི་ནང་པའི་ཆོས་ལུགས་དང་ཧིན་རྡུ་ཁ་ཆེ་ཡེ་ཤུ་ཇེན་ཆོས་ལུགས་སོགས་ཡིན་ལ། བདག་མེད་པའི་ལྟ་བ་ཁས་ལེན་པའི་ཆོས་ལུགས་ནི་འཛམ་གླིང་འདིའི་ནང་དུ་ནང་པ་སངས་རྒྱས་པ་ཁོ་ན་ཡིན། དེ་བཞག་ད་དང་པོ་འདི་ཅིག་ཞུ་མི་འདོད་སོང། ད་འདིའི་ཁ་ཐུག་དེ་ལ་ཨ་ནི། བདག་ཅག་གི་འདྲེན་པ་ཆེན་པོ། སྤྱི་ནོར་དགོང་ས་སྐྱབས་མགོ་ཆུང་པོ་མཆོག་གིས་པའི་ཧ་ཅང་གི་གལ་ཆེན་དོན་ཆེན་བྱས་ནས་གསུངས་པའི་བརྗོད་བ་དེ་ང་ཚོས་ཡིན་གཅིག་མིན་གཅིག་བཤད་དགོས་རེད་བ། ད་ག་འདྲའི་བྱས་ནས་རེད་ལགས་ན་ད་དེ་དེ་འདྲ་རེད། སྤྱི་བཏང་ནས་དགོང་ས་སྐྱབས་མགོ་ཆུང་པོ་མཆོག་གིས་མཛད་རྣམ་དེ་མདོར་བསྡུས་ན་གསུམ་ནང་ལ་བསྡུ་གི་ཡོད་རེད། དང་པོ་དེ་ག་རེད། སྐྱབས་མགོ་ཡེ་ཤུ་ནོར་བུ་རང་ཉིད་འགྲོ་བ་མི་ཞིག་ཡིན་པའི་ཆ་ནས་འཛམ་གླིང་ཞི་བདེ་ཡོང་ཡ། དེ་ཡི་འགན་འདི་བཞེས་པ་ཡོད་རེད། དེ་མཛད་པ་གཅིག་རེད། མཛད་པ་གཉིས་པ་དེ། ཨ་ནི་ཁོང་རང་ཨ་ནི་པའི་ཆོས་པ་གཅིག་ཡིན་པའི་ཆ་ནས། ནང་པ་ཞིག་ཡིན་པ། ཆོས་པ་ཞིག་ཡིན་པའི་ཆ་ནས། འཛམ་གླིང་གི་ཆོས་ལུགས་མཐུན་འབྲེལ་གྱི་ཐོག་ལ་ཨ་ནི་དཀའ་ལས་བསྐྱོན་ནས་མཛད་པ་གཅིག་མཛད་ཡོད་རེད། གསུམ་པ་དེ་ཁོང་རང་བོད་མི་ཞིག་ཡིན་པའི་ཆ་ནས། ཨ་ནི་བོད་ཀྱི་རྩ་དོན་དང་འབྲེལ་བའི་ཕྱག་ལས་གཅིག་གནང་དགོས་པ་རེད། དེ་འདྲ་ཡིན་པ་ཡིན་དུས་བཟང་པ་ཁོང་གི་མཛད་པ་རྣམ་ཐར་མདོར་བསྡུས་ན་གསུམ་རེད། གསུམ་གྱི་ནང་ནས་ད་རིང་ང་ཚོ་ད་ལྟ་ང་ཚོ་ཤེས་བསྡད་ཡ་གྱི་སློབ་ཚན་དེ་ད་ལྟ་ཤེས་བསྡད་ཡ་དེ་ག་རེ་དང་འབྲེལ་བ་ཡོད་རེད་ལབ་ན་འོ་ད་དེ་རེད་མཛད་པ་གཉིས་པ་ཆོས་ལུགས་ཟེར་ཡ་གྱི་ཆོས་ལུགས་ཐུམ་སྒྲིལ་ཟེར་ཡ་དེ་དེ་གནད་འགག་ཡོད་རེད། བྱས་ཙང་ད་འདི་ལ་ཡ་སྐྱབས་མགོན་རིན་པོ་ཆེན་གྱི་ཨ་རིའི་ཆོས་ལུགས་མཐུན་སྒྲིལ་ནང་འབྲེལ་ཡག་དེ་ཆབ་སྲིད་རེད་པས་དངོས་ཡོད་གནས་ཚུལ་རེད་པས་ཟེར་དེ་ང་ཚོས་ཤེས་དགོས་རེད། བྱས་ཙང་དེ་ཆབ་སྲིད་རྩ་བ་ཉིད་ནས་མ་རེད། ཆབ་སྲིད་མ་ཡིན་པའི་རྒྱུ་མཚན་ག་རེ་རེད་ལབ་པ་ཡིན་ན། དངོས་གནས་དྲང་གནས་ཀྱི་སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འཇུག་ཅིག་ཡིན་པ་ཡིན་ན་སྟོན་པ་ཤཱཀྱ་ཐུབ་དཔལ་གྱི་རྗེས་སུ་འབྲང་རྐྱེན་གྱི་རྗེས་འཇུག་རྣམ་དག་ཅིག་ཡིན་ན། བཅོམ་ལྡན་འདས་ཁོང་རང་གིས་ག་འདྲའི་གནང་གི་ཡོད་པ་འདི་སྣང་གི་འོ་ད། དེ་འདྲ་ཡིན་ཙང་སྟོན་པ་བཅོམ་ལྡན་འདས་ཀྱིས་གང་ལྟར། དགོངས་པ་ག་འདྲ་ཅིག་བཞེས་ན་ཡང། བྱ་བ་ག་འདྲ་ཅིག་མཛད་ན་ཡང། དགོངས་པ་བཞེས་ས་གཅིག་དེ་ག་རེད། མར་ནག་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་བདེ་བ་དང་ལྡན་པར་ཤོག་བསམ་པ་དེ་རེད་ལ། མར་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་བར་ཤོག་བསམ་པ་དེ་རེད་ད། གང་གིས་ཐུགས་བརྩེ་ཉེར་བཟུང་ནས་ལྟ་བ་ཐམས་ཅད་སྤངས་པའི་ཕྱིར་དམ་པའི་ཆོས་ནི་སྟོན་མཛད་པ། ཐུགས་བརྩེ་ཡི་ཚིག་ལུ་བ། སྟོན་པ་བཅོམ་ལྡན་འདས་ཀྱི་སྙིང་རྗེ་དེ་ཐུགས་བརྩེ་བ་ཆེན་པོ། ཐུགས་རྗེ་ཆེན་པོ་རེད། ཐུགས་རྗེ་ཆེན་པོ་ཟེར་ཏེ། སོ་སོ་ཕ་མ་སྤུན་རྒྱག་འདྲ་བོ་གྲོགས་པོ་ངོ་ཤེས་གཅིག་ལ་སྙིང་རྗེ་སྐྱེས་དེ་ལ་གཟིགས་པོ་འོ་མ་རེད། མར་ནག་དང་སྙེམས་པའི་སེམས་ཅན་རེ་རེ་རེ་རེ་ལ་དམིགས་ནས་སྡུག་བསྔལ་དང་བྲལ་ན་བསམ་པའི་སྙིང་རྗེ་དེ་འདྲས་ཅིག་དགོས། དེ་འདྲས་ཡིན་ཙང་བཅོམ་ལྡན་འདས་ཀྱིས་དགོངས་པ་ཅི་བཞེད་ན་ཡང་སེམས་ཅན་སེམས་ཅན་སྡུག་བསྔལ་ལས་བྲལ་ཡང་སེམས་ཅན་ལ་ཕན་ཡང་དེ་རྐྱང་རྐྱང། དེ་འདྲས་ཡིན་པ་ཡིན་དུས་ད་ང་ཚོ་སྤྱོད་འཇུག་ནང་ལ་ག་རེ་གསུངས་ཡོད་ལ་ན། སེམས་ཅན་སྡུག་བསྔལ་ལས་བྲལ་དགོས་ཡ་དང་སེམས་ཅན་བདེ་བ་དང་ལྡན་དགོས་ཡ་གཅིག་དེའི་དམིགས་ཡུལ་ཡིན་ན། སེམས་ཅན་ལ་ཕན་ཡག་གི་རིགས་ག་འདྲི་བྱེད་ཡིན་ན་གལ་ཆེན་པོ་བརྩི་དགོས་རེད། སེམས་ཅན་ལ་གནོད་ཡག་གི་རིགས་ག་འདྲི་ཡིན་ན་ཡང་མེད་པ་བཟོ་རེད་ལ། དེ་འདྲ་ཡིན་པ་ཡིན་ཙང། འཛམ་བུ་གླིང་ན་དར་ཆགས་པའི་ཆོས་ལུགས་ཆེན་པོ་འདི་གས་འདི་གས། རང་རང་གི་གདུལ་བྱ། མི་གཅིག་མ་ཡིན་པ། འོ་ད་མི་བརྒྱ་ཉིས་བརྒྱ་མ་ཡིན་པ། སྟོང་ཕྲག་མ་ཡིན་པ། ཁྲི་ཕྲག་བཅས་གཅིག་གཉིས་མ་ཡིན་པ། མི་ས་ཡ་ས་ཡ་ལ་ཕན་གི་ཡོད་རེད།

གནས་སྐབས་ལྷ་མིའི་གོ་འཕང་ཐོབ་བྱེད་ཀྱི་ཐབས་ལམ། ཨ་ནི། བཅས་ཀྱི། ཚུལ་ཁྲིམས་ལ་སོགས་པའི་ཡོན་ཏན་འདི་ཚོ། གལ་ཆེན་པོ་བརྩི་ཡོད་རེད། དེ་མ་ཟད། ནོར་འདི་ཚོ་ཡང་གལ་ཆེན་པོ་བརྩི་ཡོད་རེད། མཐར་ཐུག་ཐར་པ་དང་ཐམས་ཅད་མཁྱེན་པར་སྒྲུབ་ཡས་ཀྱི་སྒྲུབ་བྱེད་ཀྱི་ཐབས་ལ། ཨ་ནི། བཅས་ཀྱི། ག་སུ་རེ། ཤེས་རབ། ཏིང་ངེ་འཛིན་གྱི་བསླབ་པ་དང་ཤེས་རབ་ཀྱི་བསླབ་པ་ལ་སོགས་པ། འོ་དེ་གས་དེ་གལ་ཆེན་པོ་བརྩི་ཡོད་རེད། ལ། བྱས་ཙང་འདི་འདྲའི་ཡིན་པ་ཡིན་ཙང། བསྒྲུབ་བྱ་སྒྲུབ་བྱེད་གཉིས་འདུ་བ། ད་བསྒྲུབ་བྱ་སྒྲུབ་བྱེད་གཉིས་ཀྱི་ནང་ནས་བསྒྲུབ་བྱེད་གང་ལ་གལ་ཏེ། འགྲོ་བ་སེམས་ཅན་རྣམས། མི་ནི་མི་ཡི་སྐྱེ་བ་བླང་ཡང་དེ་གནད་འགག་ཆེན་པོ་ཡིན་པ། ལྷ་ཡི་སྐྱེ་བ་བླང་ཡང་གནད་འགག་ཡིན་པ་ངན་སོང་ལ་སྐྱེས་ན་སྡུག་བསྔལ་ཡོད་པ། ངན་སོང་ལ་མ་སྐྱེས་པར་ཕྱིར་ལྷ་མིའི་གོ་འཕང་ཐོབ་ན་ཐོབ་ཡང་དེ་གལ་ཆེན་པོ་ཡིན་པ་ཡིན་དུས། སྟོན་པ་བཅོམ་ལྡན་འདས་ཀྱིས། འོ་ལགས་སོ་རྡོ་ལང་ཀར་གཤེགས་པའི་ནང་ལ་ལྷ་མིའི་ཐེག་པ་ཟེར་གྱི་ཅིག་གསུངས་ཡོད་པ། བྱས་ཙང་ལྷ་མིའི་ཐེག་པ་ཟེར་གྱི་ཚིག་དེ་གྱི་ག་རེ་དེ་མགོར་ལགས་ན། ངན་སོང་གི་སྐྱེ་བ་བཏང་ནས་ལྷ་དང་མི་ཡི་གོ་འཕང་ཐོབ་ཡ་དེ་གལ་ཆེན་པོ་རྩིས་ནས་དེ་དང་འབྲེལ་བའི་ལམ་དེ་གལ་ཆེན་པོ་རྩིས་རེད། འདི་ག་རེ་རེད། སྡིག་པ་མི་དགེ་བ་བཅུ་སྤང་དགེ་བ་བཅུ་བསྒྲུབ་ཡ་གྱི་ལམ་དེ་རེད་ད། ཡོད་དོ་མེད་དོ་དེ་རེད། དེ་འདྲ་ཡིན་པ་ཡིན་ན། དེ་འདྲའི་གལ་ཆེན་པོ་ཡིན་ན་ད་གཟིགས་ད། དཔེར་ན་ངེད་ང་རང་ངོས་ནས་དོ་སྣང་སྤྲད་ཡོད་ད་ག་ས་མར་ད་སྐུ་མདུན་གྱིས་གསུངས་པ་ཙམ་མ་ཡིན་པ་དཔེར་ན་ངའི་ངོས་ནས་ཁ་ཆེའི་མི་ཁོ་རང་མཉམ་དུ་ཀོ་རན་ཟས་ཀྱི་ཁ་ཆེ་གི་ཆོས་ཡོད་ན་མེད་ན་རེད་དེའི་རྒྱུས་ཡོད་ཡོད་པའི་མི་མཉམ་དུ་བགྲོ་གླེང་བྱས་ནས་ཨ་ནི། ཀོ་རཱན་ནང་ལ་ཁ་ཅིག་གིས་ཆོས་ཀོ་རཱན་ནང་ལ་ག་རེ་གལ་ཆེན་པོ་བརྩིས་ཡོད་རེད་ལབ་ཡོང་དུས། སྡིག་པ་སྤང་ཡ་དགེ་བ་འགྲུབ་ཡ། བྱམས་པ་དང་སྙིང་རྗེ་གཞན་ལ་ཕན་པ་བསྒྲུབ་ཡ་ཨ་དེ་ཚོ་དཔེ་གལ་ཆེན་པོ་བརྩིས་ཡོད་རེད་ལབ། ཨ་དེ་ཚོ་ལྷ་མི་ཐེག་པ་རེད་འདུག་བ། དེ་ནང་བཞིན་གཅིག་གི་ཐོག་ནས་ངས Bible འདི་ཡེ་ཤུ་རང་གི་ཨ་མ་ཡིན་མཁན་གཉིས་རྩ་ནས་ངས་ཟླ་བ་ཁ་ཤས་ཅིག Bible ཆ་ཚང་སྦྱངས་རེད། རེད་བ། ཁྱེད་ཚང Bible ཆ་ཚང་སྦྱང་གི་འདུག Bible ཟེར་ཡ་དེ་ཡེ་ཤུ་གི་ཆོས་དེ་ཡོད་ན་མེད་ན་ང་ཚོ་ནང་པའི་བཀའ་འགྱུར་སུ་འདྲ་བོ་དེ་ཡེ་ཤུ་གི་ཆོས་ཡོད་ན་མེད་ན Bible རེད། ཆ་ཚང་ངས་སྦྱང་ཚར་རེད། དེའི་ནང་ལ་ཡང་ག་རེ་གཙོ་བོ་བཤད་གི་འདུག་བྱམས་པ་དང་བརྩེ་བ་སྙིང་རྗེ་ཟེར་དེ་གཙོ་བོ་བཤད་གི་ཡོད། སེམས་ཅན་ལ་ཕན་བཏང་བ་རེད། སྦྱིན་པའི་ཉམས་ལེན་དེ་ཚོ་གལ་ཆེན་པོ་བརྩི་གི་སོང་གོ། རེད་བ། ཁྱེད་ཚང་དེ་ཚོ་དྲན་དེ་སེམས་ཅན་ལ་གནོད་པ་སྐྱེལ་རྒྱུ་ཡོང་མ་རེད་ཕན་བཏང་བ་ཟེར་བསླབ་བྱ་གཅིག་གྱུར་རེད་གི་འདུག་བ། དེ་འདྲ་ཡིན་པ་ཡིན་ཙང་ལྷ་མིའི་ཐེག་པ་ནང་ལ་ཚུད་འགྲོ་གི་འདུག་དེ་སྐད་དེ། ད་དེ་ནང་བཞིན་བྱས་ནས། ཧིན་རྡུ་འདྲ་བོ་ཆགས་ཆགས་ན། ལོགས་སུ་ཧིན་རྡུའི་དགེ་རྒན་གྱིས་བསྟེན་ནས་ཧིན་རྡུ་ཆོས་དང་སྦྱངས་ཡོད་མ་སྟེ། ང་ཚོ་བོད་པའི་གི་གསུང་རབ་ཀྱི་ནང་ལ། ནང་པ་སངས་རྒྱས་པའི་ལྟ་གྲུབ་ཡག་པོ་ཤེས་ཡག་གི་ཡན་ལག་དང་ཆ་རྐྱེན་ལ། ཕྱི་རོལ་པའི་གི་ལྟ་གྲུབ་གསལ་བར་བསྟན་པའི་བསྟན་བཅོས་གྲུབ་མཐའི་དཔེ་ཆ་མང་པོ་ཡོད་རེད། ཆུང་བ་ཐོག་ནས་བཤད་ན་གྲུབ་མཐའ་རིན་ཆེན་ཕྲེང་བ་ལ་སོགས་པ། ཆེ་བ་ཐོག་ནས་བཤད་ན་ལྕང་སྐྱ་གྲུབ་མཐའ། གྲུབ་མཐའ་རྩ་བ། ཀུན་མཁྱེན་ཀུན་མཁྱེན་གྱི་གྲུབ་མཐའ་ཆེན་མོ་ལ་སོགས་པ། ཡང་རྒྱ་གཞུང་ལ་བརྩེ་ན་རྟོག་གེ་མར་བ་ལ་སོགས་པ། དེ་འདྲས་ཀྱི་པའི་གྲུབ་མཐའི་སྐོར་མང་པོ་ཡོད་རེད། སྤྱོད་འཇུག་སྦྱང་བ་ཡིན་ན་སྤྱོད་འཇུག་ནང་ལ་ཧིན་དུ་ཆོས་ལུགས་དང་འབྲེལ་བའི་ལྟ་གྲུབ་མང་པོ་ཡོད་རེད། དེ་འདྲས་ཡིན་པ་ཡིན་ཙང་དེ་ཚོ་སློབ་སྦྱོང་མ་བྱས་པའི་ཁ་ཐུག་དེ་ལ། ལྟ་བ་རང་གི་ཐོག་ནས་ག་ས་དེ་ཚོའི་གི་གནས་སྟངས་དེ་གཞི་ལམ་འབྲས་བུ་གསུམ་ལ་སྦྱར། གཞི་དང་ལམ་དང་འབྲས་བུ་གསུམ་ལ་སྦྱར་ཡོང་དུས་ཙམ་པ་ལྟ་བའི་སྐད་ཆ་དེ་མ་གླེང་ཡོང་དུས་དང་བདག་ཏུ་ལྟ་བ་དེ་གསུང་སྟངས་གཏད་ཙམ་མེད་ཅིག་གི་ཡོད་རེད་མ་གཏོགས། སྤྱོད་པའི་སྐད་ཆ་བཤད་ཡོང་དུས་ང་ཚོ་ནང་ཚན་དགག་པ་བཅས་རྒྱག་ཡོད་མ་རེད།

ཁོ་རང་ཚོ་གི་དཔེ་ཆ་ནང་ལ་དེ་འདྲས་བཤད་ཡོད་པ་ཙམ་མ་ཡིན་པ། ལག་ལེན་བསྟར་མཁན་གྱི་མི་དེ་ཚོ་ལ་ཅིག་ལྟོས་དང་ཨ་ལེ། དཔེ་ན་ཆ་བཞག་བས་ན་ཧིན་རྡུ་ཆོས། ཧིན་རྡུ་ཆོས་ལག་ལེན་བསྟར་མཁན་གྷན་དྷི་ཇི་འདྲ་བོ་ལ་ཆ་བཞག་དང། ཨ་ནི། འཛམ་བུ་གླིང་འདི་ནང་ལ་མིག་དཔེ་ཡག་ག་སྟོན་དུ་འདུག་ག་སྟོན་འདུག། འཛམ་བུ་གླིང། གྷན་དྷི་ཇི་གིས་ག་རེ་གནང་བཞག། སེམས། རྒྱ་གར་གྱིས་མཚོན་པའི་མི་ཚོ་ཡི་ལ་ཕན་ཐོག་ག་ཚོད་བྱུང་འདུག། གྷན་དྷི་སི་ཏུ་ཙམ་པ་བཞི་བོ་རྩེ་ཡ་ཆག་འདུག་བ། ལ། དེ་ལ་ཁོ་རང་ཁོ་རང་གི་ཆོས་དེ་ཧིན་དྷུ་ཆོས་གཙོ་བོ་རོ། ཤི་ཀ་ལ་མོ་དེ་ལ་རཱམ་ཟེར་ནས་ཤི་ཀ་ར་བ། ལ། ད་འདི་ནང་བཞིན་བཅས་ཀྱི་མ་ད་ཏྲི་རེས་བསྟོད་དང། ཞི་དེའི་གཟེངས་རྟགས་བཞེས་མཁན། མ་ད་ཏྲི་རེས་ཀྱི་ཀལ་ཀ་ཏ་སི་སན་གྱི་རྒྱ་གར་ལུང་པ་ལ། མཛེས་ནད་ཅན་གྱི་མི་བས་བརྒྱ་ཉིས་བརྒྱ་སྟོང་ཕྲག་ཁྲི་ཕྲག་མང་པོ་ལ་ཨ་ནི་ཞབས་ཕྱི་ཞུས་ཡོད་རེད། འདི་ཚོ་ང་ཚོ་ནང་པ་བས་ཐེག་པ་ཆེན་པོ་ཡིན་ཟེར་ཉེས་བཅས་ཀྱང་ཁག་པོ་ཡོད་རེད་ད། ལག་ལེན་ངོ་མའི་ཐོག་ནས་ཁག་པོ་ཡོད་རེད་དཱ། རེད་བ། ཨོ་དེ་ཚོ་པད་མ་ད་ཀྲེས་ཀྱི་གནང་ཡོད་རེད། བྱས་ཙང་ཀ། ཐེངས་མ་གཅིག་ཚོགས་འདུ་ཅིག་ཁ་ཐུག་ཐད་སྐྱབས་ངོམ་ཅིག་ས་གནང་སོང་ཕྱག་གཅིག་ལ་དེ་འདྲས་བྱས་རེད། མ་ད་ཀྲེས་འདྲ་བོ་ཆགས་བཞག་ན་ནང་པ་མ་རེད་དེ། ཁོ་རང་གི་སྙིང་རྗེ་གི་ཡོན་ཏན་གི་ཐོག་ནས་སྐྱེ་བ་མཇུག་མ་དེ་མི་བཟང་པོ་ཅིག་ལ་སྐྱེས་ནད་བཟང་པོ་ཅིག་ལ་སྐྱེ་བ་བླངས་པ་ཐག་ཆོད་པ་རེད་དཱ་གསུང་གི་འདུག་བ། རེད་བ། བྱས་ཙང་དེ་ཚོ་ལྷ་མིའི་ཐེག་པའི་གི་ཉམས་ལེན་མེད་ན་མི་རེད་མི་བཟང་པོ་ཅིག་ལ་ག་རེས་སྐྱེ་དགོས་རེད་དེ་སྐྱེ་གི་མ་རེད་བ། ཨོ་དྷི་རེད། དེ་འདྲ་ཡིན་ཙང་ཡེ་ཤུ་གི་ཆོས་ནང་ལ་ཡིན་པ་ཡིན་ན་ཡང། དངོས་གནས་དྲང་གནས་ཀྱི་ལྷ་དང་མི་ཡི་སྐྱེ་གནས་བཟང་པོ་ཐོབ་ཡག་གི་ཐབས་ཡོག་རེད་དེ་ནང་ལ། རེད་ད་དོན་དག་མདོར་བསྡུས་པ་ཡིན་ན་དང་དགེ་བསྙེན་གྱི། བསྒྲུབ་བྱ་དང་སྒྲུབ་བྱེད་ཟས་ཀྱི་སྒྲུབ་བྱེད་ཀྱི་ནང་ལོགས་ལ། ལྟ་བ་དང་སྤྱོད་པ་གཉིས་ལྟ་བ་དེ་ཕག་བཞག། སྤྱོད་པ་གི་ཐོག་ནས་དངོས་གནས་བྱམས་པ་དང་སྙིང་རྗེ་ཟས་བཟོད་པ་ཟས་བརྩོན་འགྲུས་ཟས་ཚུལ་ཁྲིམས་ཟས་སྦྱིན་པ་ཟས་བསྟེན་འགྲོ། མང་ཆེ་བ་འདོད་ཆུང་ཆོག་ཤེས་ཟས་བསྟེན་བཟོད་བྲལ་དེར

སྟོན་པ་དང་བསྟན་པ་དང་ལྟ་བ་གསུམ་གྱི་སྒོ་ནས་ནང་པ་སངས་རྒྱས་པ་དེ་ཕྱི་རོལ་པ་ལས་ཁྱད་པར་འཕགས་པ་ཡིན་གསུངས་ཡོད། དེ་གསུངས་པའི་ཁ་ཐུག་དེ་ལ། བསྟན་པའི་ཁ་ཐུག་དེ་ལ་བཀའ་མོལ་འཁྲོལ་བའི་ཁ་ཐུག་དེ་ལ། སྤྱིར་བཏང་ཡེ་ཤུ་ལ་སོགས་པ་དེ་འདྲས་ཀྱི་ཆོས་དེ་ཚོ་ནང་ལ་བྱམས་པ་སྒོམ་སྟངས་སྙིང་རྗེ་སྒོམ་སྟངས་གསུངས་ཡོད་རེད་དེ། སེམས་ཅན་ཐམས་ཅད་ལ་བྱམས་པ་སྒོམ་སྟངས་སྙིང་རྗེ་སྒོམ་སྟངས་དེ་གསལ་པོ་ཡོད་མ་རེད། འགྲོ་བ་མི་ལ་ཡང་བྱམས་སྙིང་རྗེ་བྱས་ཏེ་གསུངས་ཡོད་རེད་བ། ད་ང་ཚོ་ནང་པའི་ཆོས་ནང་ལ་སེམས་ཅན་ག་འདྲེ་ཅི་ཡིན་ན་ཡང་སེམས་ཅན་ཐམས་ཅད་ལ་གནོད་པ་བྱེད་ཀྱི་ཡོ་མར་ཕན་བཏབ་སོང་དེ་ཡིན་དུས་དམིགས་པ་རྒྱ་ཆེ་བའི་ཁྱད་པར་ཏན་ཏན་ཡོང་རེད་ད་རེད་སོང་ཨ་འོ་ན་དེ་འདྲ་རེད་ཅི་དེ་འདྲས་ཡིན་ཙང་ད་ངས་ག་རེ་སྡོམ་རྒྱག་ཡོད་ལ་ན་བྱས་ཙང་སྐྱག་ངུ་རུང་ཆུ་སོང་ཡག་དེ་ཆབ་སྲིད་མ་རེད་ཟེར་དངོས་གནས་དྲང་ནས་པའི་མཐོང་རྒྱ་ཐོས་རྒྱ་གཟིགས་རྒྱ་ཆེན་པོ་བཅས་ཀྱི་ཐོག་ནས་སྟོན་པ་བཅོམ་ལྡན་འདས་ཀྱི་ལམ་སྟོན་ལྟར་དུ་བྱས་ནས་དུ་ཁོང་རང་ཡིན་ན་ཡང་བྱང་ཆུབ་སེམས་དཔའ་བྱང་ཆུབ་སེམས་ཉམས་ལེན་གནང་མཁན་ཅིག་ཡིན་པའི་ཆ་ནས་ངེས་པ་དོན་ལ་མཐའ་ཅན་རེད་ཟེར་རེད་དེ་ཐུན་མོང་གདུལ་བྱའི་སྣང་ངོར་ལ་ཡོངས་གྲགས་ལ་ཡང་དང་དངོས་གནས་དྲང་གནས་པའི་ཐུགས་སེམས་བཟང་ཤོས་ཅིག་ཆགས་ཡོད་པ་རེད་འཛམ་གླིང་འདི་ན་དེ་འདྲའི་ཅིག་ཡིན་པའི་ཆ་ནས། སྔོ། སོ་སོའི་ཐུགས་ལ་ཉམས་ལེན་གང་ཡོད་པ་དེ་བཏོན་གནང་བ་དེ་དག་འདོད་དོ། རེད་བ། དེ་འདྲའི་ཡིན་པ་ཡིན་ཙང་ཨ་ནི་ག་རེ་གལ་ཆེན་པོ་རེད་ལགས་ན། ཆོས། འཛམ་བུ་གླིང་གི་ཆོས་ལུགས་ག་འདྲི་ཅིག་ཡིན་ན་ཡང། ཆོས་དད་མིའི་སྤྱི་ཚོགས་ལ། སུ་སུ་སོས་ཀྱིས་ད་རྒྱུ་ཆ་མང་པོ་གཅིག་ལ་ཕན་ཐོག་གི་ཡོད་ཙང། ང་ཚོའི་ཡིན་ན་ཡང་འདི་ངོ་ལེན་བྱེད་དགོས་རེད་ནང་པའི་ངོས་ནས། ལྷག་པར་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་བློ་གཟུ་བོར་གནས་ངེས་བསམ་བློ་གུ་ཡངས་པོ་ཡོད་ངེས་དེ་ཀྱིས་འདི་ངོ་ལེན་བྱེད་དགོས་རེད། ངོས་ལེན་བྱས་པའི་ཐོག་ནས་གུས་ཞབས་བྱེད་རྒྱུ་གལ་ཆེན་པོ་རེད་རེད་བ། ད་ཡིན་ན་ཡང་དད་པ་བྱེད་དགོས་རེད་བས་བྱེད་དགོས་མ་རེད་སྐྱབས་འགུ་རུམ་ཅན་གྱིས་ས་མཚམས་གསལ་པོ་བཟོས།

ལྷག་པར་དུ་ད་ལྟའི་དུས་ཚོད་འདི་ལ་དཔེ་གནད་འགག་ཆེན་པོ་རེད་ཤག། གར་ཅི་རེད་ཟེར་ན། ད་ལྟའི་གི་དུས་ཚོད་འདི་ལ་འཛམ་གླིང་འདི་ནང་ལ་སྤྱིར་བཏང་གི། ཨ་ནི། གར་སོགས་རེད། འགྲོ་བ་མིའི་སྐྱེ་བ་བླངས་པའི་ཐོག་ནས་རང་བཞིན་པའི་དཀའ་ངལ་ཅིག་ཡོད་པའི་སྒང་ལ། ཁོར་ཡུག་གི་ཐོག་ནས་དཀའ་ངལ་ཅིག། དེའི་སྒང་ལ། མིའི་བསམ་བློ་གི་རྨང་བུ་བཟོས་ནས་དཀའ་ངལ་མང་པོ་ཅིག་སླེབས་ཡོང་གི་འདུག་བ། མི་རིགས་དབྱེ་འབྱེད་ཀྱི་ཐོག་ནས་དཀའ་ངལ། གཅིག་གིས་གྲུབ་མཐའ་ཡན་ཆད། ད་ནི་ལྟ་གྲུབ་ཡན། ལྟ་བ་ལྟ་བ་མི་འདྲ་བའི་ཁྱད་པར། ཆོས་ལུགས་མི་འདྲ་བའི་ཁྱད་པར། ལུང་པ་ལུང་ཚན་གྱི་ཡན་ཆད། ཀ། བདེན་འབྲས་ཀྱི་ཐོག་ནས་གང་ལྟར། མིའི་སེམས་ཁམས་འདི་གྱིས། སེམས་མ་ཐུར་བའི་དབང་དུ་སོང་ནས་སེམས་ཀྱི་མང་པོ་ཅིག་བཟོས་ནས་དཀའ་ངལ་གསར་བ་མང་པོ་བཟོས་ཀྱི་འདུག་བ། སྔོན་འགྲོ་བྱས་ན། འདི་མགོ་ཡ་མེད་པ་འདྲ་པོ་ཅིག་རེད། དངོས་གནས་ད་ནི་མི་ལ་སྐྱེས་ཙམ་ཡིན་ནས་སྐྱེ་རྒ་ན་འཆི་གི་སྡུག་བསྔལ་ཡོད་དེ་ད་འདི་འགྲིག་གོ་ད་ད་འདི་གང་རྣོན་པའི་སེམས་ཀྱིས་བཟོས་ནས་སྲབ་པ་བཟོས་མོ་བ་བཟོས་ནས་ཨ་ནི་རྙོག་དྲ་ལངས་འདེགས་འགྲོ་བ་བྱེད་ས་འདི་གོ་ཡ་མེད་པ་འདྲ་པོ་འཇོག་རེད་ད་ཡིན་ན་ཡང་རྙོག་དྲ་འདི་སླད་ཚར་དེ་འདྲ་ཡིན་ཙང་ད། ཆོས་ལུགས་དང་འབྲེལ་བའི་རྙོག་དྲ་མ་ཡོང་བའི་དོན་དག་ལ་ག་རེ་འགོག་རེད་ཆོས་ལུགས་མཐུན་འབྲེལ་ཟེར་དེ་འགོག་རེད་རེད་བ། མི་རིགས་དང་འབྲེལ་བའི་རྙོག་དྲ་མ་ཡོང་བའི་དོན་དག་ལ་ག་རེ་འགོག་རེད་མི་རིགས་མཐུན་འབྲེལ་ཟེར་དེ་འགོག་རེད་ད། རེད་བ། དེ་འདྲའི་ཡིན་པ་ཡིན་དུས་ཙང་མ་ཨ་ནི་ཆོས་ལུགས་མཐུན་འབྲེལ་གྱི་ཐོག་ལ་ང་ཚོ་ཚང་མ་ལ་རྒྱན་ཡོད་རེད། ང་ཚོས་འདི་ངེས་པར་དུ་གནང་དགོས་རེད། ད་ཆོས་ལུགས་མཐུན་འབྲེལ་ཟེར་ཡ་དེ་ག་རེ་རེད་ལ་ན། དེ་ཆོས་ལུགས་མཐུན་འབྲེལ་དེ་ག་འདྲ་ཡོད་དགོས་རེད་ལབ་པ་ཡིན་ན་འོ་དེ། འཛམ་བུ་གླིང་ལ་ཆོས་ལུགས་འདྲ་མི་འདྲ་ཡོད་པ་དེ་ཤེས་པ་བྱས། ཆོས་ལུགས་དེ་གཉིས་ཀྱི་སྤྱི་ཚོགས་ལ་རང་རང་སོ་སོ་ལ་ཕན་ཐོགས་ཡོད་པ་དེ་ཤེས་པའི་ཐོག་ནས་ཆོས་ལུགས་དེ་དང་དེ་ལ་གུས་ཞབས་བྱས། དམའ་འབེབས་ཁྱད་གསོད་མ་བྱས་པ་གུས་ཞབས་བྱས། དེ་འདྲའི་ཆོས་ཐོག་ནས་ཆོས་ལུགས་དེ་དང་དེ་ལ་དད་པ་བྱེད་མཁན་གྱི་མི་ནང་ཕན་ཚུན་འབྲེལ་བ་མཐུན་འབྲེལ་པའི་བྱམས་བརྩེ་དང་འབྲེལ་བའི་ཕན་ཚུན་བརྩི་བཀུར་དང་འབྲེལ་བའི་མཐུན་འབྲེལ་དེ་ལྡན་ན་ཆོས་ལུགས་མཐུན་འབྲེལ་དེ་གི་རེད། དེ་འབྲེལ་གྱི་མེད་ཡིན་ན་འོ་ང་ཚོ་ང་ཚོ་ཁྱོད་ཚོ་ཁྱོད་ཚོ་ཟེར་ལེ་བ་ཡིན་ན་དཔེར་མ་ཟད་ཉེན་ཁ་ཆེན་པོ་ཡོད་རེད་ད། དཔེར་ན་འཛམ་གླིང་འདི་ན་ད་ལྟ་ཆེ་ས་ནས་ཆོས་ལུགས་ཁ་ལ་འཁྱེར་ནས་འཁྲུག་པ་རྒྱབ་བསྡད་མཁན་མང་པོ་འདུག་ཞེ་སྣང་ཚ་བོ་དེ་རེད་འདུག་ད་ཧ་ལམ་མ་བཟོ་ན་མེད་དགོས་རང། ཨེ་ཀྲམ་འབམ་དང་མི་ས་ཨེལ་ཟེར་ཡ་འདྲ་པོ་འདི་འདྲས་བེད་སྤྱོད་བཏང་མི་ཡོང་ངའི་བསམ་པའི་ཉེན་ཁ་གང་ལ་སླེབས་པས་དེ་འདྲས་ཅིག་ལེགས་བར་བ། བྱས་ཙང་དེ་ཚོ་འདུག་ཆོག་དེ་འདྲས་ཡིན་པ་ཡིན་ཙང་ང་རང་ཚོ་བདེ་སྐྱིད་སྒུག་དགོས་བ་རེད་སྡུག་བསྔལ་སྒུག་དགོས་མ་རེད་སྡུག་བསྔལ་སྒུག་གི་མེད་པ་ཡིན་ཙང་ཆོས་ལུགས་ལ་བརྟེན་པའི་སྡུག་བསྔལ་དེ་ང་ཚོ་འགོག་མ་རེད་ཆོས་ལུགས་ལ་བརྟེན་པའི་སྡུག་བསྔལ་དེ་སྒུག་གི་མེད་ཙང་ཆོས་ལུགས་ལ་བརྟེན་པའི་སྡུག་བསྔལ་མ་ཡོང་བའི་དོན་དག་ལ་ཆོས་ལུགས་མཐུན་སྒྲིལ་དེ་སྒུག་དགོས་བ་རེད་དེ་འདྲས་ཡིན་ཙང་ང་རང་ཚོ་འདིའི་ཐོག་ལ་ཞུགས་རྒྱག་བ་རེད་བ་ད་འདི་ཅིག་ངེས་པར་དུ་ཞུ་རྒྱུ་བྱས། ལོ་ཟླ་འདིའི་ཡན་ཆད་དེ་དེ་བྲིས་པ་རེད་ད་འདི་མ་ཟད་ད་དུང་འདི་དང་ལ་རྒྱབ་རྟེན་གྱི་གཅིག་ཞུས་པ་ཡིན་ན། དཔེར་ན། སྔགས་དང་འབྲེལ་ནས་སྡོམ་པ་ལེན་མཁན་ཅིག་ཡིན་ན། སྔགས་དང་འབྲེལ་བའི་སྡོམ་པ་ལེན་ཡོང་དུས་གཙང་པ། ཕྱི་དང་གསང་བ་ཐེག་པ་གསུམ་དམ་ཆོས་སོ་སོར་བཟུང་བ་གྱིས་ཟེར་ཟློ་བ། འོ་འདི་ནང་ལ་སྟག་ཚང་ལོ་ཙཱ་བས་ཀྱི་འགྲེལ་པ་འདི་ནང་ལ། ཕྱི་ཡི་ཐེག་པ་འདི་ལ་ཕྱི་རོལ་བས་ཀྱི་ཆོས་དེ་ཚོ་བཞག་ཟློ་བ། དེ་ཚོ་བྲིས་དེ་ལས་གུས་ཞབས་བྱེད་དགོས་བ་གསུངས་འདུག་བ། འདིས་ཀྱང་ཨུ་རུམ་ཅན་གྱི་ལུང་དང་རྒྱབ་རྟེན་རྒྱ་བསྟན་ཁུངས་ལ་བསྒྲགས་ནས་ད་ལོ། ཉིས་སྟོང་བཅུ་བདུན་ལོ་གི་དུས་འགོ་དབང་ཅན་སྐབས་སུ་ཨ་ནེ་ང་རང་ཚོ་ལ། དུས་འགོ་དབང་ཅན་དང་འབྲེལ་ནས་སྔགས་ཀྱི་སྡོམ་པ་ལེན་པའི་སྐབས་ལ་འཆི་བདག་གསང་བ་ཐེག་པ་གསུམ་ལ་སྟག་ཚང་ལོ་ཙཱ་བས་ཀྱི་འགྲེལ་བཤད་དེ་ད་ལེན། ད་ལྟའི་དུས་ཚོད་དེ་ལ་དཔེ་མ་ཟད་རན་པོ་འཚམས་པོ་ཅིག་འདུག་ད་ཁྱེད་རང་ཚོ་ད་ང་རང་ཁས་ལེན་ཡིན་ད་གསུངས་སོང་ང་ཚོ་ཁས་ལེན་བྱས་པ་རེད་རེད་སོང་ང་ཕྱི་རོལ་པའི་ཆོས་ལ་ཡང་ཨ་ནེ་སྟུག་ཅག་ལྟ་གི་མེད་གུས་ཞབས་བྱེད་ཀྱི་ཡོད་ངེས་ས་ལས། དེ་ཚོ་དཔེར་ལེན་ག་རེད་ཡ། དངོས་གནས་དྲང་གནས་ད་བསམ་བློ་ཆུང་ཆུང་ང་ངས་དེ་སྐྱིད་རྐྱང་རྐྱང་བསམ་བློ་བཏང་ན་དེ་ཚོ་ག་ཡང་མཐོང་མ་རུང་བ། རེད་བ། དངོས་གནས་བསམ་བློ་རྒྱ་ཆེན་པོ་ཅིག་དང་འགན་ཆེན་པོ་ལེན་མཁན་ཅིག་ཡིན་ན་དེ་ཚོ་དཔེ་མ་སེ་ནན་ག་རུང་བ། འོ་ད་འདི་ཐུགས་ལ་ཡར་ཡིན་གཅིག་མིན་གཅིག་བཞག་རོགས་གནང་བྱས་འོ་ད་དེ་རེད། ད་ཡིན་པ་ཡིན་ན་ཡ། ཆོས་ལུགས་ཚང་མ་ལ་ཡང་གུས་ཞབས་བྱེད་འོ་རེད་དེ་དད་པ་བྱེད་དགོས་ཡ་ཡོད་མ་རེད། དད་པ་དེ་རང་རང་སོ་སོའི་གི་ཆོས་ལ་དད་པ་བྱས་འོ་རེད། དེ་ནི་རང་རང་སོ་སོ་གི་ཆོས་ལ་དད་པ་བྱེད་དགོས་རེད་དེ་དད་པ་བྱས་ཡས་དེ་རྨོངས་དད་ཀྱི་བྱས་ཡས་ཡོད་མ་རེད། དད་པ་བྱས་ཡས་དེ་ནི་ཤེས་རབ་ཀྱི་ཐོག་ནས། དཔྱད་ནས། ཞིབ་འཇུག་བྱས་ནས། ཤེས་པའི་ཐོག་ནས་དད་པ་བྱེད་དགོས་བ་རེད། ད་ཤེས་རབ་ཀྱི་ཐོག་ནས་ཞིབ་འཇུག་བྱས་ནས་ཤེས་ནས་དད་པ་ཐོབ་པ་ཅིག་ཡོང་ཡས་ལ། ཨ་ནི་ནང་པའི་ཆོས་དེ། ཆོས་ལུགས་གཞན་དག་དང་མི་འདྲ་བ་ག་རེ་རེད་དེ་ཤེས་དགོས་རེད། དེ་མེད་ན། བཅོམ་ལྡན་འདས་འཛམ་བུ་གླིང་ལ་ཕེབས་དགོས་ཡོད་མ་རེད་གནའ་སྔ་མོ་གི་ཆོས་ལུགས་ཡོད་པ་དེ་ཡག་པོ་ནི་རེད་ད་ག་རང་གིས་འབྲི་གི་རུ་བ། ག་རེ་བྱས་ནས་གནའ་སྔ་མོའི་ཆོས་ལུགས་ཡོད་གི་ཡོད་གི་ལ་བཅོམ་ལྡན་འདས་ཀྱིས་ཆོས་ལུགས་གསར་བ་ཅིག་ག་ཅིག་ནས་གསུངས་རེད་གསུངས་དགོས་ཡོད་མ་རེད་མི་འདྲ་བ་སྨྲས་ན་རེད་བ། དེ་འདྲ་ཡིན་ཙང་ཡང་མི་འདྲ་བ་ཡོད་པ་དེ་ཡང་ཤེས་དགོས་ཡ་དེ་གལ་ཆེན་པོ་རེད་བ། ད་མི་འདྲ་བ་ཡོད་པ་དེ་ཤེས་དགོས་ཡ་གལ་ཆེན་པོ་ཡིན་ན། མི་འདྲ་བ་ཡོད་པ་ཤེས་ཡག་དེ་ག་རེ་ལ་བལྟས་ནས་ཤེས་དགོས་རེད་བྱས་ནས་ལབ་ཡོང་དུས་ཨ་ནི་གཞི་ནས་བཅོམ་ལྡན་འདས་རང་ཉིད་སྔོན་པོར་རྫོགས་པ་སངས་རྒྱས་ཚར་བའི་རྗེས་སུ་ལམ་སང་སངས་རྒྱས་ཀྱི་ཆོས་ཀྱི་གསུང་ཐུགས་ཡོད་མ་རུ་བ། གསུང་མ་ཐུགས་ཡས་ཀྱི་རྒྱུ་མཚན་དེ་ག་བ་ཐུགས་ཡོད་རེད་འུ་དེ་རེད་ལ། ག་རེ་ལ་ན། བཅོམ་ལྡན་འདས་སངས་རྒྱས་ཚར་ནས་ཆོས་ལམ་སང་གསུང་ཡོད་མ་རེད། སངས་རྒྱས་མ་ཐག་ཆོས་གསུངས་པ་ཡིན་ན་སྤྱི་ཚོགས་ཀྱི་གནས་བབ་དང་ཐོལ་གྱི་འགྲིག་ཡོག་མ་ག་རེ་ལ་ན་སྐབས་དེ་དུས་རྒྱ་གར་འཕགས་བོད་ཡུལ་གྱི་སྤྱི་ཚོགས་ཀྱི་ནང་ལ་བདག་ཏུ་ལྟ་བའི་ལྟ་བ་དེ་ཧ་ཅང་གི་ཤུགས་ཆེན་པོ་དར་ཡོད། འཇིག་རྟེན་བཀོད་པ་པོ་ལྟ་བའི་ལྟ་བ་ཧ་ཅང་གི་ཤུགས་ཆེན་པོ་དར་ཡོད། དེ་འདྲའི་ཅིག་གི་དུས་ཚོད་དེ་ལ་ལམ་སང་བཅོམ་ལྡན་འདས་ཀྱི་བདག་ཡོག་མ་རེད། འཇིག་རྟེན་བཀོད་པ་པོ་ཡོག་མ་རེད་ཟེར་གསུང་བ་ཡིན་ན། ཨོ། ཨ་ནི་ཡང་རྙོག་དྲ་ལ་ངེས་ཡ་ཉེན་ཁ་ཆེན་པོ་མི་གཙོ་བའི་གོ་བརྡ་མ་འཕྲོད་པ་དེ་འདྲའི་གི་ཉེན་ཁ་ཡོད། དེ་འདྲའི་ཡིན་ཚོ་བཅོམ་ལྡན་འདས་སངས་རྒྱས་པའི་རྗེས་སུ། ཟབ་ཞི་སྤྲོས་བྲལ་འོད་གསལ་འདུས་མ་བྱས་བདུད་རྩི་ལྟ་བུའི་ཆོས་ཞིག་བདག་གིས་རྙེད། སུ་ལ་བསྟན་ཀྱང་གོ་བར་མི་ནུས་པས་མི་མ་ནག་གི་ནང་དུ་གནས་པར་བྱ། གསུངས་ནས་རེ་ཤིག། པའི་ཤིང་ནགས་ནང་ལ་ཡང་ཞུགས་ནས་སྒོམ་སྐྱོན་བྱས། ཨ་ནི་ཞག་བཞི་བཅུ་ཞེ་ལྔ་ཞེ་དྲུག་ཅིག་བཞུགས་པ་རེད། ད་འདི་ཞུ་གོ་ལ། བུ། ས་ག་ཟླ་བའི་ཚེས་པ་བཅོ་ཁ་ལ་སངས་རྒྱས་དེ་ནས་ལམ་སོང་ཆོས་བསྟན་ན་འགྲིག་གི་མེད་ཙང་ཤིང་ནགས་ནང་ལ་ཡ་ག་རུ་ཅིག་བཞུགས་ནས་ཨ་ནི་འདི་ཞུ་གོ་ལ་ཡ། བུ། ཟླ་དྲུག་པའི་ཚེས་བཞི་གི་ཉིན་མོ་འདི་ལ་ཨ་ནི་གཞི་ནས་ཨ་ནི། བརྒྱ་བྱིན་བྱས་ལྷ་ཡི་དབང་པོ་བརྒྱ་བྱིན་བྱས་ཨ་ནི་ཚངས་པ་བྱས་ཨང་ཁོ་ནག་ཚོ་ཨ་ནི་དངོས་སུ་མ་ཕེབས། བཅོམ་ལྡན་འདས་ཀྱིས་བཅོམ་ལྡན་འདས་ལ་བསྐོར་བ་བསྐྱོན་ཨ་ནི་ཞབས་ལ་ཡ་གཏུགས། མཆོད་པ་ཕུལ། ཨ་ནི་མཆོད་པ་ཕུལ་ཚར་ནས་ཨ་ནི་བཅོམ་ལྡན་འདས་ལ་ཡ། ད། བཅོམ་ལྡན་འདས་ཁྱེད་རང་གིས། ཐོག་མར་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཡ་གྱི་རྒྱུ་མཚན་དེ། མར་ནག་ག་དང་མཉམ་པའི་སེམས་ཅན་གྱི་ཆེད་དུ་སེམས་བསྐྱེད་པར་རེ་བ། ཁྱེད་རང་གིས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཡ་དེ་སེམས་ཅན་གྱི་ཆེད་དུ་སེམས་བསྐྱེད་པ་ཡིན་ཙང་ད་ཁྱེད་རང་གིས་ད་ལྟ། དངོས་པོ་རྫོགས་པ་བྱང་ཆུབ་པའི་ཡོན་ཏན་ཆ་ཚང་གཅིག་སྤངས་རྟོགས་རྫོགས་པའི་བྱང་ཆུབ་ཀྱི་ཡོན་ཏན་ཆ་ཚང་ཐོབ་ཚར་བ་ཡིན་ཙང་ད་དེ་སེམས་ཅན་ལ་ཡ། བསྟན་པའི་སྒོ་ནས་ཕན་བཏགས་པོ་འདུག་དེ་དུས་ལ་བབ་ཤགས་བྱས་ནས་བཞུད་རེ་ཨ་རེ་བཞུད་ཡོང་དུས་བཅོམ་ལྡན་འདས་ཀྱིས་འདུག་མ་གཟིགས་ཡོང་དུས་འོ་ད་ངེད་ཀྱི་ཆོས་སྡེ་འདྲ་བ་དེ་ཨ་ནི་བསྟན་པ་ཡིན་ན་བསྟན་བསྟན་ཆོག་འདུག་བསྟན་གཡག་གི་དུས་ལ་ཡང་ཨ་ནི་བབ་ཤགས་བྱས་ནས་ཨ་དགོངས་པ་དུ་འཁོར་རེ་ཨ་ནི་དགོངས་པ་དུ་འཁོར་བའི་རྗེས་སུ་ཨ་ནི་གཞི་ནས་ཨ་ནི་བཅོམ་ལྡན་འདས་ཀྱིས་ཨ་ནི་ལེགས་སོ་ཟེར་བཀའ་གནང་ནས་ཨ་ནི་ཝཱ་ར་ན་སི་ལ་ཡང་ཕེབས་ནས་ཨ་ནི་ཆོས་སོ། དེ་ནས་མ་བྱས་ནས་ཨ་ནི། སྟོན་པ་བཅོམ་ལྡན་འདས་ཀྱིས་ད་ཆོས་ཀྱི་འཁོར་ལོ་བསྐོར་རེ་སླད་བར་བ་ད་དེ་རེ་རེ་རེ་རེ་ནས་བ་ལ་ཡོང་གི་རེ། གང་དང་ངས་ཨ་ད་ག་རེ་བྱེད་དགོས་བ་རེ་ལ་ན། བཅོམ་ལྡན་འདས་ཀྱིས་ཆོས་དེ། ཕྱི་རོལ་པའི་ཆོས་ལས་མི་འདྲ་བ་ཅིག་ཡིན་པ་ཅིག་ཡང་ཤེས་དགོས་ཀྱི་རེ། མི་འདྲ་བ་ཡོང་ས་དེ་བདག་མེད་པའི་ལྟ་གྲུབ་དང་རྟེན་འབྱུང་གི་ལྟ་གྲུབ་དང་འཇིག་རྟེན་བཀོད་པ་པོ་མེད་པར་ལྟ་བའི་ལྟ་གྲུབ་དང་འབྲེལ་བའི་ཆོས་ལུགས་ཆགས་ཡོད་རེ། དེའི་ཐོག་ནས་མི་འདྲ་བ་དབྱིན་ཇི་སྐད་ལ་མ་སོང་དང་ཡུ་ནིཀ། གསལ་ཡང་དེ་མི་འདྲ་བ་ཐོན་ཡང་དེ་དུག་གསུམ་ཐོན་དགོས་པ་རེད། འོ་ན་དེ་མ་ཞུས་པར་བདག་མེད་པའི་ལྟ་བ་ཁས་ལེན་པའི་ཆོས་ལུགས་ནི་འཛམ་གླིང་འདིའི་ནང་དུ་ནང་པ་སངས་རྒྱས་པ་ཁོ་ན་ཡིན་ཆད་ད་དྲི་བ། འོ་ན་ནང་པའི་ཆོས་དེ་ཇི་ལྟར་བྱུང་ངམ། ཆད་ད་ནང་པའི་ཆོས་དེ་ཇི་ལྟར་བྱུང་ཟེར་ཡ་དེ་ལ། ནང་པའི། ལན། ནང་ཆོས་ནི་ད་ནས་བརྩེ་བའི་ལོ་ཉིས་སྟོང་ལྔ་བརྒྱ་ལྔ་བཅུ་གོང་དུ་སྟོན་པ་བཅོམ་ལྡན་འདས་འཇིག་རྟེན་དུ་ཕེབས་ཏེ་རྒྱ་གར་གྱི་ཡུལ་ཝཱ་ར་ཎཱ་སི་སོགས་སུ་ཆོས་འཁོར་བསྐོར་བ་ནས་བཟུང་བྱུང་བ་ཡིན་ལ། ཆོས་འཁོར་བསྐོར་ཚུལ་རྣམས་གཤམ་ལས་ཤེས་པར་བྱ་བའོ། ད་འདི་རྒྱས་པ་འདི་འོག་ལས་ཡོན་གྱིས་འཆད། དྲི་བ། ནང་ཆོས་ལ་ཐོས་སོགས་བྱས་ན་ཕན་ཐོགས་གང་ཡོད། ད་འདི་དྲི་བ་ངོ་མ་དེ་རེད། ད་ལན། ནང་ཆོས་ལ་ཐོས་སོགས་བྱས་ན་ཕན་ཡོན་མཐའ་ཡས་པ་ཡོད་ཀྱང་མདོར་ན་གསུམ་ཡོད་པ་སྟེ། ཕན་ཐོགས་དང་པོ་དེ་ག་རེ་རེད་དོ། ནང་ཆོས་ལ་སློབ་སྦྱོང་བྱས་པའི་ཕན་ཡོན། ད་འདི་དངོས་གནས་རེད་ད། ནང་ཆོས་ལ་སློབ་སྦྱོང་མ་བྱེད་ངེས་ཀྱི་མི་གཅིག་ནང་ཆོས་ལ་སློབ་སྦྱོང་ཉི་མ་གཅིག་བདུན་ཕྲག་ཟླ་བ་ལོ་ནས་ལོ་འཁོར་བྱེད་བྱེད་བྱེད་ཡོང་དུས། སློབ་སྦྱོང་རྐྱང་རྐྱང་བྱས་ནས་བསམ་བློའི་ནང་ལ་ཤེས་ཡོན་ཚད་མཐོ་པོ་སོང་བ་འདུག་བ། དཔེར་ན་ཕྱག་ཞབས་པ་ཡིན་པ་ཡིན་ན། དགེ་བཤེས་ཟེར་ཡ་འདྲ་བོ་མཁན་པོ་ཟེར་ཡ་འདྲ་བོ་གཅིག་ཐོག་ནས་བསྟེན་ན། ད་དུས་དྲག་གནས་ཡག་པའི་སློབ་སྦྱོང་བྱས་ནས་ལོ་བདུན་སློབ་ཆུང་ཚར་ཡོང་དུས་ཨ་ནེ་བི་ཡའི་ཕར་ཕྱིན་གྱི་ཨ་ནེ་རང་འཇམ་པའི་ལག་ཁྱེར་བི་ཡའི་སྒྲིག་རི། དེ་ནས་ལོ་བཅུ་ཆགས་ཡོང་དུས་རྩམ་པ་ཨེམ་མའི་སྒྲིག་རི། འགྲོ་བ་དེ་ནས་ལོ་བཅུ་གྱི་དབུ་མ། དེ་ཡར་ཚར་ནས་མཛོད་དང་བསྡུ་བ་འདི་ག་རེ་ཚར་ནས་ལོ་བཅུ་བཞི་ད་དེང་སང་ཡིན་ན་ལོ་བཅུ་དྲུག་སློབ་ཆུང་བྱས་ཚར་དུས་ཨ་ནེ་བཞི་ནས་པི་ཨེས་སྒྲིག་དགེ་བཤེས་ཀྱི་སློབ་ཆུང། ད་དུང་འདི་ག་ལ་ཡང་ཅིག་ཉམས་མྱོང་བསགས་ཀྱི་བསགས་ཀྱི་སློབ་ཆུང་བྱེད་ཀྱི་བྱེད་ཀྱི་བྱེད་ཡོང་དུས། དངོས་གནས་དྲང་གནས Mind and Life Conference ཡ་འཛམ་བུ་གླིང་གི་ཤེས་ཡོན་གྱི་ཐོག་ནས་ལྟ་གྲུབ་དང་ཤེས་ཡོན་དེ་འདྲས་ཀྱི་ཐོག་ནས་རྩེ་མོར་གསོན་བསྡད་པའི་མཁས་དབང་ཁག་གི་ཚོགས་འདུ་དེ་འདྲའི་ནང་ལ། ནང་པའི་ཆོས་ཀྱི་སློབ་སྦྱོང་བྱས་ནས་ཕན་ངན་དེ་ཚོ་ཤེས་ཡོན་གྱི་ཚད་མཐོ་པོ་སླེབས་ནས་ཕ་གི་ལ་ཚོགས་འདུ་ཚོགས་ཐུབ་ཡོད་རེད། ཤེས་ཡོན་གྱི་སྡིངས་ཆ་གང་ལ་བཤད་ཐུབ་ཡོད་རེད། བཟོ་བ་བྱས་ཙང་སློབ་ཆུང་སྤྱི་སྒོ་འབྱེད་པའི་ཕན་ཡོན་དེ་འདི་འདྲ་གཅིག་ཡོད་ནི་ཡོད་བསྡད་ཡོད་རེད། ད་དེ་ནས་ཕན་ཡོན་གཉིས་པ་དེ་ཉམས་ལེན་བྱས་པའི་ཕན་ཡོན། ད་ནང་པའི་ཆོས་དེ་ཐོས་བསམ་ཙམ་མ་ཡིན་པ་བྱས་ནས་གལ་ཏེ་སྒོམ་ཉམས་ལེན་བྱས་པ་ཡིན་ན་ཕན་ཐོགས་ག་རེ་ཡོད་རེད་ལབ་པ་ཡིན་ན་ད་ཡང་དེ་ཡང་དག་གི་ནང་བཞིན་རེད། དང་པོ་སྒོམ་དང་པོ། ཀུན་སློང་སྤྱོད་པའི་སྒོམ། ཀུན་སློང་བཅོ་བའི་སྒོམ་དང་པོ་དེ་ནས་བསལ་ནས་སྒོམ་བརྒྱབ། དེ་ནས་བཤེས་གཉེན་བསྟེན་ཚུལ་དལ་འབྱོར་འཆི་བ་མི་རྟག་པ་སྐྱབས་འགྲོ་ལས་འབྲས་དེ་ནས་སྐྱེས་བུ་འབྲིང་སྐྱེས་བུ་ཆེན་པོ་དེ་ནས་གསང་སྔགས་དེ་སྐད་དུ་སྒོམ་བརྒྱབ་ནས་ཡ་བསྐྱེད་རིམ་རྫོགས་རིམ་ཡ་ཡ་སླད་ཡོངས་འདུ་བསམ་པ། སྔོན་གནས་དྲང་གནས་པའི་རྟོགས་ལྡན་གྱི་སྐྱེས་བུ་བསམ་ཡས་མི་བརྒྱ་བ་ཆགས་ནས། འགའ་ཤས་རྦད་དུ་བསྐོར། ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཐུགས་ཡངས་དཔལ་ནི་རྗེ་བཙུན་མེ་ལ་དང་པོ་རེད། བྱས་ཙང་རྗེ་བཙུན་མེ་ལ་འདྲ་བོ་གིས་སྒོམ་ཉམས་ལེན་བྱས་པའི་ཕན་ཡོན་ག་འདྲས་འདུག་ཨང། ཨ་ལེ་ངས་ལ་བདག་ཅག་གི་སྟོན་པ་ཁོ་རང་ཡིན་ན་ཡང་བེ་རོ་ཀླུ་ཕྲུག་དཀའ་བ་སྤྱད་ནས་སྒོམ་ཉམས་ལེན་བྱས་ནས་ག་འདྲས་ཅིག་བྱུང་འདུག་ད་ཆ་འཛམ་བུ་གླིང་འདིའི་ནང་ལ་བདག་ཅག་གི་སྟོན་པ་ཟེར་ཡོང་དུས་ནང་པ་ལྟ་ཅི་སྨོས། ཕྱི་རོལ་པ་ལ་སོགས་པ་བློ་གཟུ་བོར་གནས་ངན་ཚང་མ་ཡི་ཚད་མའི་ཞི་བའི་སྟོན་པ་ཆེན་པོ་གཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་བ། རེད་བ། དེ་ཉམས་ལེན་བྱས་ནས། འཚེ་བ་མེད་པའི་བྱམས་སྙིང་རྗེ་ཉམས་ལེན་བྱས་ནས་ཆགས་རེད་མ་གཏོགས་སྒོམ་ཉམས་ལེན་མ་བྱས་ནས་ཁ་ནས་བཤད་རྒྱུ་ཡོད་པ་ཙམ་གྱི་མ་རེད་བ། འོ་ན་དེ་འདྲ་རེད། ད་དེ་ནང་བཞིན་གྱི། རྒྱ་གར་གྱི་གྲུབ་ཆེན་དེ་གྱིས་འདི་ལ་གཟིགས་དང། ཨ་བོད་ཀྱི་ཆོས་བརྒྱུད་རིས་སུ་མ་ཕྱེ་བ་རྙིང་མ་བཀའ་བརྒྱུད་ས་སྐྱ་རྒྱལ་ལུགས་རིས་སུ་མ་ཕྱེ་བའི་གྲུབ་ཆེན་དེ་ཚོ་གཟིགས་དང་ཉམས་ལེན་བྱས་ནས་ག་རེ་བྱ་བཞག་གོ་ད་དེ། དེ་ནང་བཞིན་བཅས་ཀྱི་ཁྱད་པར་དུ་ཡང་དེང་རབས་ཀྱི་སྤྱི་ཚོགས་སུ་ཡང་དམིགས་བསལ་གྱི་ཕན་ཡོན་ཡོད་སྲིད། ད་དངོས་གནས་རེད་བཤད། ངས་ཁྱེད་རང་ཚོ་གོ་བདེ་པོ་ཅིག་དཔེ་བཤད་ན། ང་ཚོ་དེང་སང་སྨན་ཡེ་ཟེར་མཁན་དེ་ག་འདྲས་ཀྱི་མགོ་བ་འདུག་ནག་ཚོགས་དཀོན་ལ་རྟག་ད་ཕན་ཉིན་གཅིག་གི་སྨན་གྱི་བྱུང་ན་ད་སྨན་འདི་ཡག་པོ་ཚིག་གོ་རོ་བ། རོ་བ། ཅེ་ན་དེང་སང་འཛམ་གླིང་འདི་ཕྱི་བཀྲ་མ་ཤིས་པ་དེ་འདྲས་ཅིག་དེའི་སྒང་ལ་ནང་བཅུད་ཀྱི་སེམས་ཅན་དེ་ཚོ་བསོད་ནམས་དམན་དེའི་དབང་གིས་སེམས་མ་དུལ་དེ་འདྲས་ཀྱི་ཐོག་ནས་འདོད་ཆགས་ཆེན་པོ་ཞེ་སྡང་ཆེན་པོ་གཏི་མུག་ཆེན་པོ་ཕྲག་དོག་ཆེན་པོ་བདེན་སེམས་ཆེན་པོ་དེའི་རྐྱེན་པས་དམག་འཁྲུག་རྐྱང་ཡང་འདི་འདྲས་ཅིག་གི་དུས་ཚོད་འདི་འདྲས་ཅིག་སྐབས་ལ། ད་འདོད་ཆགས་དང་ཞེ་སྡང་དང་གཏི་མུག་ཕྲག་དོག་འགྲན་སེམས་ཀྱི་པད་མེ་ལ་མ་སོང་ན་འབར་འདེད་ཡོང་དུས་དེ་ལ་པ་ཏག་ཏག་ཁོ་རང་ཁ་བརྡས་ལྕགས་ཐུག་གིང་གི་སྨན་གྱི་མགོ་བར་བར། ད་དེ་ང་ཚོ་བསམ་སྟངས་དང་ནང་པའི་ཆོས་འདི་ནང་ལ། ཁྱོད་རང་ལ་འདོད་ཆགས་ཀྱི་མེ་འབར་དུས། ཁྱེད་རང་ལ་འདོད་ཆགས་ཀྱི་ན་ཚ་འདི་བླངས་དུས་སྨན་འདི་ཟ་ཨ་ཟ་ཆ་ཚང་ཡོང་རེད། ཁྱོད་རང་ལ་ཞེ་སྡང་གི་ན་ཚ་འདི་བླངས་དུས་སྨན་འདི་ཟ་ཨ་ཟ་ཆ་ཚང་ཡོང་རེད། ཁྱོད་རང་ལ་གཏི་མུག་གི་ན་ཚ་འདི་ཡར་བླངས་དུས་སྨན་འདི་ཟ་ཨ་ཟ་ཆ་ཚང་ཡོང་རེད། ལ། བྱས་ཙང་ད་ལྟ་འཛམ་གླིང་འདི་ན་ལ་སྤྱིར་ནང་ཆོས་དེ་ནང་ནས་ཀྱང་བློ་སྦྱོང Mind Training ཟེར་ཡ་དེ་ཚོ་བྲལ་ནས་སྐད་གྲགས་ཆེན་པོ་ཆགས་ཡའི་རྒྱུ་མཚན་དེ་རེད། ཁ་སང་སྤྱིར་དཔལ་འབྱོར་ཡར་རྒྱས་ཕྱིན་ནས་ཕྱི་ལོག་ལ་དཀའ་ངལ་ཞེ་དྲག་ཡོད་མ་རེད་ད། ནང་སེམས་ཀྱི་ཐོག་ནས་ད་དཀའ་ངལ་བཞི་བོ་འཕྲད་ཡོང་དུས་ད་རྒྱུན་ནས་ཕྱི་ལོག་གི་དེང་རབས་ཀྱི Modern གི་དམན་ས་ནས་མ་འདྲེས། ཨོ་ད་ཡོ་ག་རུ་རྩེ་ག་བྱས་ཏེ་ཁ་ཐུག་ཁ་ཐུག་ཕན་རེ་བ་དུ་ཕུག་ལ་ཕན་ཡོད་ཟེར་ཡོག་མ་རེ་བ། ཡོ་ག་རྩེ་ཡོ་ག་ཨང་ཀི་དང་པོ་ཡིན་སེང་ཁོ་རང་སེམས་ཀྱི་ཆགས་སྡང་རྨོངས་གསུམ་གྱི་ནད་ན་ཚ་ཁང་བསྡད་ཡོག་རོ་རེ་བ། ད་དེ་ནང་བཞིན་གྱི་ཨོ་ད་ལུས་རྩལ་རྩེ་ན་ཨ་དྲག་སེ Exercise ཟ་ག་ཅིག་ཡག་བྱུང་མ་བྱུང་བྱས་རེ་ཏེ་ཁ་ཐུག་ཁ་ཐུག་མ་ཏོག་ཕན་ཡ་ག་ཡ་མི་འདུག་བ། ཨོ་ད་ག་ཤེད་དཔལ་འབྱོར་ཡོད་ཡོད་ཚོ་ཡག་འཁྱམ་མ་འཁྱམ་ཆེ་ན་ག་ཚོད་འཁྱམ་འཁྱམ་བཞུགས་འགྲོ་རེ་ཏེ་དཔེ་ཤག་རྫོགས་ནས་བཞུགས་བྱས་ཡ་ག་ཡ་མི་འདུག་བ། ག་ཤེད་ཀྱི་ཨ་འོ་ད་ཟླ་བ་ནང་ལ་འགྲོ་བཤད་ན་ཡག་ག་མེད་རེད་ཟླ་བ་ནང་འགྲོ་རེད་རང་ཅག་དེ་སྡུག་བསྔལ་མྱངས་ཡས་དེ་མ་གཏོགས་མི་འདུག་ད་ག་ད་ཡག་ས་ནམ་མཁའ་ལ་འཕུར་ས་འོག་ལ་འཛུལ་རྒྱ་མཚོ་ནང་ལ Discovery བལྟས་བ་ནི་ཆུ་ཆ་ཚང་ཀོ་ར་རྒྱབ་ཆ་ཚང་བྱས་ཚར་རེད་དེ་བདེ་སྐྱིད་ཡོང་ཡས་ཅེས་ཡོག་མ་རེད་སེམས་ཀྱི་སྡུག་བསྔལ་བཀག་ཐུབ་ཡས་ཡོག་མ་རེད་ད་མི་དུས་བཞི་ནས་མི་རྣམ་དཔྱོད་ཅན་འདི་ཚོ་གིས་དངོས་གནས་དྲང་ནས་ཆོས་ཟེར་ཡ་དང་ལྷག་པར་སྟོན་པ་བཅོམ་ལྡན་འདས་ཀྱིས་གསུང་རབ་ནས་གསུང་བཞག་པ Mind Training ཟེར་དེ་དག་གོ་གི་འདུག་ལབ་ནས་དཔེ་ན་ང་ཚོང་དུད་མང་པོ་ཕྱིན་པ་རེད་བ། ཨ་དེ་འདྲའི་གི། Scientist ཁོ་རང་ཚོ་གི་ཟེར་གི་འདུག། ང་ཚོའི་གི་སྨན་ཁང་ནང་ལ་སྔ་མ་བེད་སྤྱོད་ལ། དེ Mind Training ཟེར་ཡ་འདྲ་བོ་དེ་དེ་འདྲའི་ཁྱོན་ནས་མེད། ད་དེང་སང་འདི་བཙུགས་གི་ཡོད། རེད་བ། ཨོ་དེ་འདྲའི་ཟེར་གི་འདུག་བ། བྱས་ཙང་ད་ད་ལྟ་ག་ལེ་ག་ལེ་ད་ར་འཕྲོད་ཡོང་དགོས་བ་ད། དེ་འདྲའི་ཡིན་པ་ཡིན་དུས་ཙང་པ། སངས་རྒྱས་ཀྱི་ཆོས་ཀྱི་སྨན་དེ་དེང་སང་གི་ན་ཚ་ཞེ་བོ་ལངས་པའི་དཀའ་སྡུག། ལྷག་པར་སེམས་ཀྱི་ན་ཚ་སྡུག་ཅག་ལངས་པའི་དཀའ་སྡུག་དེ་ལ་ཏག་ཏག་ཁོ་རང་ཕན་ཐོགས་ཡ་ཡོད་ཅེས་ཆ་རེད།

རྟགས་ཟླ་རེ་ཆགས་ཡོད། ཆུ་ཚོད་བཅུ་གཅིག་ཡོད་སོང། ཡ། དེབ་རྟགས་ཅིག་སྐྱོན་ཨ། ཁྱེད་རང་ཚོ། ད་འདི་ནས་སྐར་མ་ལྔ་བཅུ་ཅིག་ཁྱེད་རང་ཚོ་དྲི་བ་ཡོད་ན་དྲི་བ་གནང་ད་ཡ། དྲི་བ་ཡོད་པས།